སྣང་བ་དང་མཉམ་པའི་སེམས་ཅན་ཐམས་ཅད་གཏན་དུ་བདེ་བ་ཐོབ་བྱ་བླ་ན་མེད་པར་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་ས་ལ་འགོད་པར་བྱའོ་སྙམ་པའི་ཐུགས་ཀྱིས་བྱང་ཆུབ་ཀྱི་སེམས་ཀྱིས་རྩིས་སུ་ཟིན་པའི་སྒོ་ནས་གསན་པར་འཚལ་དེ་ཡང་གང་གསན་པར་བྱ་བའི་ཆོས་ནི། བཀའ་ལུང་མདོ་རྒྱུད་བསྟན་བཅོས་མན་ངག་གི་མཐོང་ཟབ་མོ་ཐམས་ཅད་ཟབ་མོའི་ཆོས་ཐམས་ཅད་གཅིག་ཏུ་འདུས་པ་བདེ་འགྲོ་ཡང་དབང་གི་རྒྱལ་པོ་ལྟ་བུ་དང་འདི་འབྲེལ་གྱི། ཐེག་ཆེན་བསྟན་པའི་སྙིང་པོ་ཞེས་བྱ་བའི་དེ་ནི་གཞུང། དེ་ནས་དག། ལས་མང་བོ་ད་ལྟ་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་གཤེགས་ཤུལ། ཨེ་ནི་པའི་ད་ལྟ། ལམ་ལ་སློབ་པ་གང་ཟག་རྣམས་ཀྱིས་ཉམས་སུ་བླངས་ཀྱི་ཆོས་ནི་མ་འོངས་པ་རྣམས་ཀྱི་སློབ་པར་འགྱུར་བས་དེ་ནི་ཆོས་འདི་འདྲའི་དག་སྔོན་གནས་གཅིག་བསམ་གྱིས་མི་ཁྱབ་པ་ཅིག་ཡིན་པ་རེད་དེ་དེ་ཡིན་དུས་ད་ལྟའི་ཨེ་ནི་འགྲེལ་པ་སྤྱིར་བཏང་གི་དེ་ནི་རྣལ་འབྱོར་པ་བཞི་དང་རྡོ་རྗེ་རང་གིས་མཛད་པའི་དེ་ནི་ལེགས་བཤད་ལུང་གི་རྒྱ་མཚོ་ཅན་ནི་ཨེ་ནི་ཐེག་ཆེན་བསྟན་པའི་སྙིང་པོ་འགྲེལ་ཆེན་ཡོད་ཡིན་པ་རེད་ཨེ་ནི་ད་ག་ནས་བཞིན་གྱི་ཀུན་གྱི་རིག་འཛིན་ཆོས་གྲགས་དང། ཨ་ནི་དེ་བཞིན་གྱི་གཅིག་དེ་ནས་ལམ་གྱི་ངེས་དོན་རྒྱ་མཚོ། ཨ་ནི་དེ་འདྲས་ཀྱི་འདྲེས་པ་ཡིན་ནས་མཛེས་པ་དེ་འདྲས་འདུག་ཨ་ནི་ཟླ་རེའི་སྐབས་སུ་བབས་པ་ལ་དེ་ནི་ང་རང་ཚོ་ཡོངས་འཛིན་ཐུབ་བསྟན་རིན་པོ་ཆེ་གྱིས་མཛད་པའི་ཐེག་ཆེན་བསྟན་པའི་སྙིང་པོ་འདྲེས་པ་ཉི་མའི་འོད་ཟེར་རེ་རེ་ད་འདིའི་སྒ་ནས་མ་དེ་ནི་ང་རང་ཚོ་མཉམ་དུ་སློབ་སྦྱོང་འདྲ་པོ་ཅིག་ཞུ་ཡག་གི་གོ་སྐབས་བྱུང་བ་རེད། ཨ་ནི་དེ་འདྲས་ཡིན་དུས་དེའི་ནང་ལ་ད་སྤྱི་བཏང་གི་ང་རང་ཚོ་འདིའི་ནང་ལ་ད་ཁ་སང་གོང་དུ་རྩ་བའི་གཞུང་གི་དང་བསྟན་བྱའི་བརྗོད་བྱའི་མདོར་བསྡུས་ན་ལྟ་ཅིག། དེས་ན་ནི་ལྟ་ཅིག་ཁ་སང་གོང་དུ། ཨེ་ནས། མཆོད་པར་སྤྱོད་པ་རྩོམ་པར་དམ་བཅའ་བ་དེ་ནི་སྤྱི་དོན་བསྟན་པ་དེ་སྐད་དེ་སོང་ཚར་རེད་ད་འདི་ཡིན་ནས་དེའི་སྐབས་སུ་བསྟན་པ་དེའི་དེ་ལ་དེ་ནི་ལྟ་ཅིག་ཁ་སང་གོང་དུ། ཨེ་ནས་ད། བླ་མ། བླ་མ་བསྟེན་གཟུགས་ཀྱི་སྐོར། ཨ་ནི་བླ་མ་བསྟེན་པའི་དེ་ནི་བསྟེན་སྟངས། ཨ་ནི་ད་ག་ན་ཞིང་གི་བླ་མའི་དྲུང་ནས་གདམས་པ་ཐོབ་ནས། ཨེ་ནས་ཨེན་པའི་གནས་སུ་སྒྲུབ་པ་ཉམས་ལེན་བྱེད་དགོས་པའི་ཚུལ། དེ་སྐད་ཀྱི་ཐོག་ལ་ཡག་དག་ཅིག། རབ་གསལ་རབ་གསལ་རིན་པོ་ཆེ་ང་རང་སུ་མཉམ་དུ་སློབ་སྦྱོང་བྱས་འདུག་སུ་ཞུས་པ་རེད། ད་དེ་ཡིན་དུས་དེ་རིང་གཉིས་པ་དེ་ལ་ཡག་བསམ་བྱ་འདུག་ཚིག་ལྟ་བུ་ཆོས་ཀྱི། སྣོད་ཀྱི་སྐྱོན་བསལ་བ་ལ་བཞི་སྟེ། བསམ་བྱ་དུག་རྩི་ལྟ་བུའི་ཆོས། མཐའ་བཞི་གསུངས་ཡོད་རེད། དེ་ཡིན་དུས་ད་དེ་ན་ལ་གཙོ་བོ་འབྲི་བ་དེ་གར་ཡོད་རེད་ཟེར་ན། ཚེ་འདིར་གཉེན་པོར་མི་རྟག་འཆི་བ་བསམ། ད་ལྟའི་ལུས་འདི་བསོད་ནམས་མཐུ་ལས་རྙེད། ཕྱི་ནས་དལ་འབྱོར་འདི་འདྲ་རྙེད་དཀའ་སྟེ། རང་དགར་མི་འཇུག་ལས་ཀྱི་དབང་དུ་འགྲོའོ་བྱས་ནས། ད་འདི་བསམ་བྱ་དུག་རྩི་ལྟ་བུ་ཆུ་བཞིས་དེའི་ནང་ལ། དེ་ནས་ང་རང་ཚོ་ནམ་རྒྱུན་ཨེ་ནས་སྤྱིར་བཏང་གི། དམ་པའི་ཆོས་ལྔ་ལྡན་གྱི། ཉམས་སུ་ལེན་གནང་པའི་སྐབས་ལས། དེ་ནས་དེ་ནས་ད་ང་རང་སུ། ཐུགས་མོ་ཕྱི་ཡི་སྔོན་འགྲོ་བཞི་ཡིས་ངེས་གཅིག་བདག། ཐུགས་མི་ནང་གི་སྔོན་འགྲོ་བཞི་ཡིས་བྱས་ནས་དེ་ཡོད་དུས། ད་ཐུགས་མོ་ཕྱི་ཡི་སྔོན་འགྲོ་བཞི་དེའི་ནང་ལ། ཨེ་འདི་ཐལ་འགྱུར་གཉིས་ཀ་འཆི་བ་མི་རྟག་པ། ལས་རྒྱུ་འབྲས་འཁོར་བའི་གཉིས་མེད་དེ་སྐད་དེ་གསུང་གི་ཡོད་རེད་པ། དེ་ཡིན་དུས་ད་ད་རེས་སྐབས་སུ་བབས་པ་འདིའི་ནང་ལས་ཡིན་ན། ད་གཙོ་བོ་དེ་དང་པོ་དེ་མི་རྟག་པ་དེ་ངེས་ལ་གསུངས་ནས། ནས་བཟུང་བཞག་དེ་ཡིན་དུས་ཚེ་འདི་ལ་ཞེན་པའི་གཉེན་པོར་འཆི་བ་མི་རྟག་པར་བསམ་པ་དང། ད་སྤྱི་དང་ང་རང་ཚོ་ཚེ་འདི་ལ་ཞེན་ཆགས་མང་པོ་གཅིག་བྱེད་ཡག་དེ། གཙོ་བོ་རྒྱུ་རྐྱེན་འབྲས་བུ་ག་རེ་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་ན། ང་རང་ཚོ་རང་གི་རྒྱུད་ལ་ཡག་དེ་ནི་མི་རྟག་པའི། བསམ་པ་དེ་ཡག་པོ་ཅིག་རྒྱུད་ལ་སྐྱེ་མ་ཐུབ་པ་ཡིན་དུས་ཨེ་ནི་མཚན་དེ་ལ་ཡ་དེ་ནི་ག་རེ་ཡིན་ནའི་ཅིག་ཤེས་བྱེད་ཆགས་པ་ཡོད་བསྡད་པ་ཅིག་ཡོང་གི་ཡོད་ས་རེད་དེ་ཡིན་དུས་ཨེ་ནི་འཆི་བ་མེ་ད་པར་བསམ་པ་དང་ཨང་ཅེས་ད་དེ་ནས་གཉིས་པ་དེ་སྙོམ་ལས་དང་ལེ་ལོའི་གཉེན་པོར་དེ་ཅུང་གཉིད་དགའ་བར་བསམ་པ། ད།

དེ་ནས་སྲིད་པ་ལ་བདེ་བར་འཛིན་པའི་དེ་ནས་སྲིད་པ་ཁམས་གསུམ་འཁོར་བ་འདི་ལ་བདེ་བར་འཛིན་པའི་གཉེན་པོ་འཁོར་བའི་ཉི་མའི་བསམ་པ་བྱས་ནས་དག་བསམ་གྱི་བདུད་རྩི་ལྟ་བུ་ཆོས་བཞི་དེའི་རྩ་བའི་བརྗོད་བྱ་འདྲ་བོ་དེ་ག་རེད་འདུག་དེ་ཡིན་དུས། དང་པོ་དག་ཚད་འདི་གཉེན་པོར་གསུངས་པ་དེ་ལ་ཡང་དང་པོ་ནི། འཇིག་རྟེན་ཚད་ནི། དེ་ནས་རྒྱུ་ནོར་ལོངས་སྤྱོད་ཀྱི་གཉིས་པ། གཉིས་པ་ཐོབ་པ་དང། དེ་ནས་གཉིས་པ་མ་ཐོབ་པ་དང། དེ་བཞིན་ན་བཞིན་གྱི་དཔེར་ན་དེ་ནས་ལུས་གསུམ་གྱི་བདེ་བ་དང་མི་བདེ་བ་དང། ཡང་ནི་གཏམ་སྙན་གྲགས་ལ་སོགས་པ་སྙན་པར་སྒྲོགས་པ་དང། ཡང་ན་གཅིག་ཚིག་ངན་པ་དང་དེ་བཞིན་གྱི་གཅིག་སྨྲ་འབེབས་བྱེད་པ་ལ་སོགས་པ་དེ་འདྲས་ཀྱི་དེ་ནི་མི་སྙན་པ་བརྗོད་པ་དང། ཡང་ན་གཅིག་གིས་རང་ཉིད་ལ་ཨེ་ནི་གཅིག་གིས་མཁས་བཙུན་བཟང་གསུམ་རེད་ཟེར་ཡ་ལ་སོགས་པ་དེ་འདྲས་ཀྱིས་ཨེ་ནི་གཅིག་གིས་བསྟོད་པ་འདྲ་པོ་བརྗོད་པ་དང། ཡང་ན་ལྟ་བ་རྐུས་པ་ཚུལ་ཁྲིམས་འཆལ་བ་ལ་སོགས་པ་རེད་ཟེར་དེ་འདྲས་ཀྱིས་སྨྲེ་སྔགས་བཏང་པ་ལ་སོགས་པ་དེ་འདྲས་ཀྱིས་ད་བསྟོད་པ་དང་སྨྲས་པས། དེ་ནི་ཆོས་བརྒྱད་ཀྱི་གཡེང་བས་ཁྱེར་ཏེ་སྲིད་ལ། སྤྱིར་གྱི། འཇིག་རྟེན་ཆོས་བརྒྱད་ཟེར་ངེས་འདི། ཁོ་རང་ང་རང་ཚོ་འཇིག་རྟེན་གྱི་ཚེ་འདིའི་སྒང་ལ། མེལ་ཚེ་འདིའི་སྒང་ལ་སྐྱེ་བའི་སྐབས་ལ་དེ་ཡོད་ཡོད་པ་ཡིན་པ་རེད་ད། དེ་ཡིན་དུས་དཔེར་ན་ང་རང་ཚོ་ཐོབ་པ་དང་ཤོར་བ་ཡོད་ཡོད་པ་རེད། ཨ་ནི་ལུས་དང་སེམས་ཀྱི་ཐོག་ལ་ཡིན་ནའི་བདེ་བ་དང་མི་བདེ་བ་ནི་ཨ་ནི་ཡོད་བསྡད་པ་ཅིག་རེད། ཨ་ནི་ད་ག་ནས་ཤིང་གིས་ང་རང་ཚོ་བྱ་བ་འབྲས་བུ་ག་འདྲའི་ཅིག་སྒྲུབ་པ་ཡིན་ནའི་དེ་ལས་ཁ་ཅིག་གིས་ནི་འདི་ནི་མཉན་པར་འཇུག་གི་རེད་ཁ་ཅིག་གིས་ནི་མི་མཉན་པར་འཇུག་གི་རེད། དེ་འདྲའི་མཉན་དང་མི་མཉན་དང་ནི་ལས་ཀ་ཁ་ཤས་ཀྱིས་ཅིག་བསྟོད་བསྔགས་བཏང་ཡག་དང་ཁ་ཤས་ཀྱིས་སྨྲེ་སྔགས་བབས་ཡག་ལ་སོགས་པ་དེ་ཚོ་འཇིག་རྟེན་ཆོས་རྒྱལ་གང་ལ་ཡོད་ཡོད་པ་རེད། རེད་དེ་ཡིན་ན་ཡང། ནི་ང་རང་ཚོ་སོ་སོའི་སྐྱེ་བོ་རྣམས་ཀྱིས་དེ་ལ་ཡ་དེ་ནི། བདེན་འཛིན་ཨ་འཐས་ཀྱིས་བརྒྱན་པའི་ཨ་ནི་དེ་ལ་ཡག་པ་ཅིག་ཨ་ནི། གལ་ཆེན་པོ་རེད་པ་ཞིག་ཨུ་ཅི་རྩིས་ནས་ཨ་ནི་འཇིག་རྟེན་ཆོས་བརྒྱད་དེའི་ནང་ནས་དེ་ནི་འབད་ན་ཡག་གི་ཕྱོགས་དེ་ཐོབ་ཡག་གི་ཐོག་ལ་འབད་བརྩོན་བྱེད་ཡག་ཨ་ནི། གཅིག་གཞན་པའི་ཕྱོགས་དེ་མི་གཡོན་པའི་ཆེད་དུ་དེ་ལ་ཡག་ཨ་ནི། མེད་པར་བཟོ་ཡག་གི་ཆེད་དུ་འབད་བརྩོན་བྱེད་ཡག་ལ་སོགས་པ་དེ་འདྲས་ཀྱི་དག་ལས་ཀ་མང་པོ་གཅིག་གི་སྒོ་ནས་གཡེང་བསྡད་ཀྱི་ཡོད་རེད་བ་དེ་གཡེང་དུས་གཡེང་བས་འཁྱེར་ཏེ། དེ་འདྲས་ཀྱི་གཡེང་བ་ལ་འཁྱེར་དུས་ཡང་དག་པའི་ལམ་ཟེར་མཁན་དེ་དག་ཡང་དག་པ་གཅིག་སྐྱིད་པོ་ཆུང་ངུའི་ལམ་གྱི་ཐོག་ནས་བཤད་པ་ཡིན་ན་དེ་ནི་གཅིག། ཚེ་འདི་ཙམ་གྱི་ཨེ་ནི་ཁེ་གྲགས་ཀྱི་དོན་གཉེར་ཙམ་མ་ཡིན་པ། འཇིག་རྟེན་ཕྱི་མ་ཕན་ཆད་དེ་ལ་དེ་འདི་འབྲས་བུ་ཅིག། ལྷ་མིའི་གོམ་པ་ལ་སོགས་པ་དེ་འདྲའི་གི་དོན་དུ་བརྩོན་དགོས་ཀྱི་ཡོད་པ་ཡིན་ནའི་འདྲ། ཨེ་ནི་ད་ཅིག་སྐྱེས་བུ་འབྲིང་གི་ལམ་གྱི་དབང་དུ་བྱས་ནས་བཤད་པ་ཡིན་ན། ཨེ་ནི་སྲིད་པ་ཁམས་གསུམ་འཁོར་བ། སྐྱེ་ཤི་འཁོར་བའི་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་འདི་ལས་གྲོལ་ནས་དེ་ནས་ཐར་པ། འགོག་པ་ཞི་བ་མྱ་ངན་ལས་འདས་པའི་ལམ་མངོན་དུ་བྱེད་པའི་ཐོག་ལ་རྫོགས་འགོད་ཀྱི་ཡོད་ནི་རེད། ཨ་ནི་ད། སྐྱེས་བུ་ཆེན་པོ་ལྟ་བུ་ཅིག་ལ་ཆ་མཚོན་ནས་བཤད་པའི་ཡིན་ན། རང་གཞན་སེམས་ཅན་ཐམས་ཅད་སྲིད་པ་ཁམས་གསུམ་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་འདི་ལས་ཐར་ནས་ཨ་ནི་གཏན་དུ་བདེ་བ་ཐོབ་བྱ་བླ་ན་མེད་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་འགོད་ཡག་གི་ད་ལམ་དེ་འདྲའི་སྐྱེས་བུ་ཆེན་རིན་འབྱུང་གསུམ་གྱི་ལམ་གྱི་རིམ་པ་ག་རེ་ཡིན་ནས་ཡོད་རེད་བ།

ཕྱི་སྣོད་ཀྱི་འཇིག་རྟེན་ཡེ་ནས་འདྲ། ནང་བཅུད་ཀྱི་སེམས་ཅན་ཡེ་ནས་འདྲ། ཨེ་ནི་སྣོད་བཅུད་ཐམས་ཅད་འགྱུར་འགྲོ་བའི་རང་བཞིན་མི་རྟག་པ་ཡིན་པ། དཔེར་ན་འདུས་བྱས་ཐམས་ཅད་མི་རྟག་པར་གསུངས་པ་ན་བཞིན་གྱི། ཨེ་ནི་རྒྱུ་རྐྱེན་གྱིས་བསྐྱེད་པའི། ཨེ་ནི་དེ་འབྲས་ཀྱི་ཆོས་ག་འདྲས་ཅིག་ཡིན་ན་དེ་ལྟར་འཇིག་འགྲོ་བའི་རང་བཞིན་ཅན་ཅིག་ཡིན་པ་འདི་ཁོ་རང་གི་ཆོས་ཉིད། ཨེ་ནི་རང་བཞིན་གྱིས་གྲུབ་བསྡད་པ་ཅིག་ཡིན་པ་རེད་ཁོ་རང་ཆོས་ཉིད་ཅིག་རེད། དེ་ཡིན་དུས་ཐམས་ཅད་མི་རྟག་པར་འཆི་བ་ལ། ད་འདི་ལྟ་བུ་ཨེ་ནི་ཐོག་མ་འཆི་བར་མི་རྟག་པ་དེ་བསྒོམ་པའི་ཚུལ་དེ་གསུང་གི་ཡོད་པ་རེད་དེ་ཡིན་དུས་བདག་ངེས་པར་དུ་བྱེད། ད་འདི་ཚོ་ཐམས་ཅད་ཚིག་ཙམ་ལ་མ་བཞག་པར་དོན་གྱི་ཐོག་ནས་སོ་སོ་རང་གི་ཐུགས་རྒྱུད་ལ་ཚུར་སྦྱར་བའི་སྐབས་ལ་ཡིན་ན་བདག་ངེས་པར་དུ་འཆི་བ་རེད་ད་ང་ངེས་པར་དུ་ཤི་གི་རེད་བསམ་པ་ཅིག་གིས་དེ་འབྲེལ་གྱི་ད་བསམ་བློ་ཅིག་འཁོར་ཁུག་རེད་སོང་འདུག་ད་ནམ་འཆི་ཆ་མེད་པར་བྱས་ད་ང་འཆི་ད་འཆི་གི་རེད་དེ་ཡིན་ན་ཡང་དཔེར་ན་ང་རང་ཚོ་ལོ་འདྲ་བོ་ཅིག་ཚད་ཤིང་འདྲ་བོ་གཏན་འཁེལ་ར་ཅིག་ང་ད་དཔེར་ན་སྤྱི་བཏང་ང་རང་ཚོ་དེང་ག་ནས་བཤད་པ་ཡིན་ན་སྐྱེ་རྒུ་རྣམས་ཚེ་ལོ་བརྒྱ་པའི་དུས་སྐབས་ཟེར་གྱི་ཡོད་རེད་བ། དེ་འདྲ་ཡིན་དུས་ད་སྐྱེ་རྒུ་ཚེ་ལོ་བརྒྱ་པའི་དུས་སྐབས་ཡིན་དུས་ང་ལོ་བརྒྱ་ཐམ་པ་ཟིམ་ནས་དེ་ནི་ཤི་གི་རེད། དེ་མ་གཏོགས་ང་ཤི་གི་མ་རེད་བསམ་པ་དེ་འདྲའི་གཅིག་གི་བསམ་བློ་ཡོད་པ་ཡིན་ན་དེའི་བསམ་བློ་དེ་ནོར་བ་རེད་སོང་རེད། དེ་ཡིན་དུས་ནམ་འཆི་ཆ་མེད་པར་འཆི་གི་རེད་ག་དུས་ཡིན་ནའི་འཆི་བ་ལ་ཡ་དེ་ནི་ཏན་ཏན་གལ་ཡོད་མ་རེད་སོང་རེད་ནམ་འཆི་ཆ་མེད་པར་འཆི། ད་འདི་ཡིན་དུས་ད་ཡིན་ནའི་ནམ་འཆི་ཆ་མེད་པ་ད་འཆི་གི་རེད་དེ་ཡིན་ན་ཡང་ད་འདི་ལ་ཐབས་ཤེས་འབད་བརྩོན་བྱེད་ཡག་མང་པོ་ཡོད་རེད་ཨེ་ནི་དཔེར་ན་དེར་གེ་སར་ལ་ཆ་ཚུར་ནས་བཤད་པ་ཡིན་ན་ང་རང་ཚོ་ཚན་རིག་ཡར་རྒྱས་ཆེན་པོ་བྱུང་འདི་ཡོད་རེད་ཨ་ནི་དེ་འདྲའི་ཡིན་དུས་ད་ཅིག་སྨན་བཅོས་འཕྲོད་བསྟེན་ལ་སོགས་པ་དེ་ཚོ་དཔེ་ཡར་རྒྱས་ཆེན་པོ་འདྲ་བོ་ཡོད་རེད། དེ་འདྲའི་ཡིན་དུས་དེ་ནི་གཅིག་རང་ལ་ཡིན་ནའི་གཅིག་དེ་འདྲའི་གི་གཅིག། རྒྱུ་ནོར་ལོངས་སྤྱོད་ལ་སོགས་པ་གང་ལ་གང་འཚམ་བཏང་རྒྱུ་ཡོད་པ་ཡིན་དུས་སྨན་བཅོས་ཡག་པོ་བྱེད་འཕྲོད་བསྟེན་ཡག་པོ་བྱས་ན་དེ་ནི་ང་ཕལ་ཆེར་མ་ཤི་བ་ཅིག་ཡོང་གི་རེད་བསམ་པ་འདྲ་བོ་ད། ཡང་ན་གཅིག་ང་ལ་གཅིག་ཕ་མ་སྤིན་རྒྱག་ལ་སོགས་པ་དེ་འདྲའི་གི་རོགས་རམ་བྱེད་ངེས་ཡག་པོ་ཡོད་དེ་འདྲའི་གི་གཅིག་རོགས་བྱེད་ངེས་ཡོད་པ་ལ་བརྟེན་ནས་དེ་ནི་བྱེད་གི་མ་རེད་བསམ་པའི་དེ་འདྲའི་གི་བསམ་བློ་བཏང་ངེས་ཡིན་ན་བསམ་པ་དེ་ཡང་དེ་ནི་ནོར་བ་རེད་གསུངས་པ་རེད་མི་གཏོང་པར། ཞེས་བསམ་པ་ནི་རྩ་བའི་རྒྱུ་མཚན་གསུམ་དང་བཅས་བདག་ངེས་པར་གྱིས་ནམ་འཆི་ཆ་མེད་པར་གྱིས་གཅིག་ཀྱང་མི་གཏོང་པར་གྱིས་བསམ་པའི་རྒྱུ་མཚན་གསུམ་དུ་བྱས། ཡན་ལག་དགུ་དྲུག་གི་འཆི་བ་བསམ་པ་ནི་བདག་འདི་སྐད་དེ། བདག་ངེས་པར་འཆི་བ་རེད། དེ་ནི་བདག་ངེས་པར་འཆི་བ་དེ་རྒྱུ་མཚན་ག་རེ་ཟེར་ན། སྐྱེ་འགྲོ་ཐམས་ཅད་སྔར་མ་ཤི་བ་མེད་པའི་ཕྱིར་དང་བཅས་ནས་བདག་འདི། རྒྱུ་མཚན་དེ། ད་ག་རེ་ཟེར་བ་རེད་གསུངས་ཡོང་གི་འདུག་ཨ། ང་ངེས་པར་དུ་འཆི་གི་རེད་ག་རེ་ཟེར་ན། ང་རང་ཚོ་འཇིག་རྟེན་འདིའི་སྒང་ལ་སྐྱེ་འགྲོ་སེམས་ཅན་དང་ཐོག་མའི་ཁྲག་ཤེད་ག་འདྲས་ཅིག་ཡིན་ནའི། ཨེ་ནས་འདི་མ་ཤི་བ་ལས་འདས་པ་རེད་ད་འདི་ད་དུང་ཡང་འཚོ་དེ་ཡོད་རེད་ཟེར་ཡ་ཅིག་ཨེ་ནས་མིག་དེ་ཡང་གཅིག་ཀྱང་མེད་པ་རེད་དེ་ཡིན་དུས་ཨེ་ནས་སྔར་མ་ཤི་བ་མིན་པའི་ཕྱིར་དང་བཅས་ནས་ད་ངེས་པར་འཆི་ཟེར་ངེས་དེ་ལ་ཡ་ད། ཡན་ལག་དགུ་དྲུག་གི་ནང་ནས་ཡན་ལག་དགུ་དྲུག་ཟེར་དེ་ད་གསུམ་གསུམ་གསུངས་འདུག་ང་འདི་ཡིན་དུས་ང་ཤི་བ་མིན་པའི་ཕྱིར་དང་ཟེར་ངེས་དེ་འཇིག་རེད་འདུག་ད་ལུས་འདི་འདུས་བྱས་ཡིན་པའི་ཕྱིར་དང་ཟེར་ད་དེ་ཡིན་དུས་སྤྱིར་གི་ང་རང་ཚོ་ད་འཆི་བ་ཟེར་ངེས་དེ་ལུས་སེམས་གཉིས་དེ་ཁ་བྲལ་འགྲོ་བའི་སྐབས་ལ་དེ་ནི་འཆི་བ་ཆགས་ཀྱི་ཡོད་རེད་བ་དེ་ཡིན་དུས་སྤྱི་བཏང་གི་ང་རང་ཚོ་ལུས་སྤྱི་བཏང་གི་གཟུགས་པོ་བདེ་པོ་དང་ཐང་པོ་ག་འདྲས་ཅིག་ཡོད་པ་ཡིན་ན་ཡང། ཁོ་རང་ཐོག་མར་གྱི་ལུས་ཀྱི་གྲུབ་ཆ་ཁོ་རང་ཨེ་ན་ཅིག་ཕ་མའི་ཁུ་ཁྲག་འདུས་པ་ལ་སོགས་པ་དེ་འདྲས་ཀྱི་རྟེན་ལ་བརྟེན་ནས་ཨེ་ན་ཅིག་ཕ་མའི་ཁུ་ཁྲག་འདུས་དེ་ལ་ཡང་དེ་ནི་ང་ཚོ་བར་དོའི་རྣམ་ཤེས་ཀྱི་ཉིང་མཚམས་སྦྱར་ནས་དེ་འདྲས་ཅིག་སྐྱེས་བསྡད་པ་ཡིན་དུས་དེ་ནི་ཁོ་རང་ཐོག་མར་དེ་ཡང་རྒྱུ་རྐྱེན་གྱི་རྟེན་འབྲེལ་མང་པོ་ཅིག་ཚུལ་འཛོམས་བསྡད་ནས། སྐྱེས་བསྡད་པ་ཅིག་ཡིན་པ་ཡིན་དུས་འདུས་བྱས་ཡིན་པའི་ཕྱིར་དང་ཞེས་བསྡུས་ཙང་ནས་དེ་ནི་ཁོ་རང་རྒྱུ་ཡི་ཐོག་ནས་བསམ་བློ་བཏང་ངེས་ཡིན་ནས་ཨེ་ནི་ང་ངེས་པར་དུ་འཆི་དགོས་ཡ་ཅི་རེད་བསམ་པ་ཅིག་དགོངས་པ་བཞེས་དགོས་རེད་གསུང་གི་ཡོད་ས་རེད། ཚེ་སྐད་གཅིག་མར་མི་སྡོད་པའི་ཕྱིར། ཚེ་འདི་ང་རང་ཚོ་ཚེ་ཟེར་ངེས་དེ་དུས་ཚོད་རེད་ཟེར་གི་ཡོད་རེད་བ་སྤྱི་བཏང་གི། འཚོ་བའི་གནས་སྐབས་འདི་ལ་ཚེ་ཟེར་གི་ཡོད་རེད་དེ་ཡིན་དུས་ཚེ་འདི་ནི་དུས་ཚོད་འདི་ནི་སྐད་ཅིག་སྐད་ཅིག་གིས་ད་ང་འགྲོ་པས་ན་ཆུ་ཚོད་འདྲ་བོ་ཅིག་ལ་ཆ་ཚང་ནས་བཤད་པའི་ཡིན་ནས་དེ་ནི་སྐར་ཆ་སྐར་ཆ་ནི་དེ་ནས་སྐར་མ་ནས་ཆུ་ཚོད་ཆུ་ཚོད་དེ་འདྲས་བྱས་ནས་འགྲོ་བསྡད་ཀྱི་ཡོད་རེད་བ་དེ་ཡིན་དུས་ཚེ་སྐད་ཅིག་མ་མི་སྡུད་པའི་ཕྱིར། བདག་ངེས་པར་བྱེད་བསམ་པ་དང་བྱས་ནས་ད་འདི། མུ་སྟངས་ངེས་པར་འབྱེད་བསམ་པ་དེ་ལ་རྒྱུ་མཚན་རྣམ་པ་གསུམ་གྱི་སྒོ་ནས་གསུངས་འདུག་ལྔ། མངལ་ཆད་མ་ཞི་བ་མེད་པའི་ཕྱིར་དང། ལུས་འདི་འདུས་བྱས་ཡིན་པའི་ཕྱིར་དང། ཚེ་སྐད་ཅིག་མ་མི་འདུས་པའི་ཕྱིར་བཅས་ནི་གཅིག། རྒྱུ་མཚན་རྣམ་པ་གསུམ་བཀོད་ན་ནི་དེའི་ཐོག་ནས་བདག་འདི་འདྲས་ཀྱི་བསམ་བློ་དང་པོ་རེ་གསུངས་ཀྱི་ཡོད་ས་རེད་ངེས་པར་འབྱེད་བསམ་པ་དང། བདག་འདི་ནི་ཚེ་ལ་ངེས་པ་མེད་པའི་ཕྱིར་དང། ནམ་འཆི་ཆ་མིན་ས་དེ་རེད་ད་ནམ་འཆི་ཆ་མེད་པར་འཆི་ཡག་གི་རྒྱུ་རྐྱེན་འབྲས་བུ་དེ་ག་རེད་ཟེར་ན་ད་དེ་ལ་ཡག་སྤྱིར་གྱི་ཚད་ལ་ཡང་ངེས་པ་ཏན་ཏན་ཅིག་ཁྱོན་ནས་ཡོང་བ་མ་རེད་ཟེར་དུས་ཚོད་སྒྲིག་བཞག་པ་ལྟ་བུ་ཞིག་དེ་ཡིན་དུས་ཚད་ལ་ངེས་པ་མེད་པའི་ཕྱིར་དང་ཨང་ཟེར་བྱས་ནས་འདིས་ནི་ནི་རྒྱུ་མཚན་འབྲས་བུ་གཅིག་གསུངས་འདུག་ད་གཉིས་པ་འདི་ཕྱི་རྐྱེན་མང་ཞིང་གསོན་རྐྱེན་ཉུང་བའི་ཕྱིར་དང་ཨང་ཟེར་ད་སྤྱིར་བཏང་གི་ང་རང་ཚོ་རྐྱེན་གྱི་ཐོག་ནས་བཤད་པ་ཡིན་ནའི་འཆི་བའི་རྐྱེན་དེ་ནི་ཤིན་ཏུ་མང་པོ་ཅིག་ཡོང་གི་ཡོད་པ་ཡིན་པ་རེད། ད་གསོན་པའི་རྐྱེན་དེ་ནི་ཉུང་བ་རེད། ཐ་ན་དངོས་གནས་ད་ད་ལྟ་ཇི་འདྲའི་ང་ཚོ་འཕྲིན་ཡིག་ཁ་ཤས་ནང་ལ་གསུངས་ཡོད་རེད་དཔེར་ན་ང་རང་ཚོ་གཅིག་སྤྱི་བཏང་གི་ཟས་གོས་ལ་སོགས་པ་དེ་ཚོ་ཐམས་ཅད་ང་རང་ཚོར་འཚོ་བའི་ད་དེ་འབྲེལ་གྱི་མཐུན་རྐྱེན་འདྲ་བོ་ཅིག་རེད་དེ། ཡིན་ན་ཡང། ཨེ་ནི་ཅི། གོས་ལ་སོགས་པ་དེ་འདྲས་ཀྱིས་སྦུ་སུབ་འཐེན་ནས་སུག་བག་འཐེན་ནས་སྦུ་གུ་ཆུན་ཆུན་དེ་འདྲས་དག་གོས་ཀྱི་བས་བསུབ་ནས་ཨེ་ནི་ཡང་དབུགས་བཏང་མ་ཐུབ་པ་ཅིག་ཤི་བ་དེ་འདྲས་ཡོང་གི་ཡོད་རེད་བ། ཨ་ནི་ད་ག་ན་བཞིན་ང་རང་ཚོ་ཨེ་ནི་ཟས་འདི་ང་རང་ཚོ་ལུས་འདི་འཚོ་བ་དང་གནས་པའི་ཕྱིར་དུ་ཟས་བསྟེན་དགོས་ཀྱི་ཡོད་རེད། ཟས་བསྟེན་དགོས་ཀྱི་ཡོད་རེད་དེ་ཡིན་ན་ཡང་ཟས་དེའི་ནང་ནས་དེ་ནི་ཅིག་ཟས་ཀྱི་ཟས་དུག་ཕོག་པ་ལ་སོགས་པ་དེ་འདྲས་དང་ཡང་ན་མཐའ་དེར་སྐྱེ་ས་ཅིག་རྫས་འགྱུར་གྱི་ཟས། འདྲ་མི་འདྲ་དེ་འདྲའི་ཟས་པ་ལ་བརྟེན་ནས་དེ་ནི་གཅིག། ད་སྐྲན་གྱི་ན་ཚ་ལ་སོགས་པ་དེ་འདྲའི་ཕོག་ཡ་དང་དེ་འདྲའི་ཡོང་གི་ཡོད་རེད་བ་དེ་འདྲ་ཡིན་དུས་ད་མདོར་ན་གཅིག། གསོན་པའི་རྐྱེན་དེ་ནི་ཉུང་ཉུང་གཅིག་རེད་འཆི་བའི་རྐྱེན་དེ་ནི་ཧ་ཅང་གི་མང་པོ་ཡོད་རེད་གསུངས་ཡོད་རེད་བ་ད་དེ་དངོས་གནས་ཡིན་བདེན་པ་རང་རེད་དོན་འདྲ་བའི་ཆ་ཚོགས་ནས་བཤད་ན་ང་རང་ཚོ་ཕར་ཚུར་གཅིག། མགྱོགས་པོ་ལས་ཡག་གི་ཆེད་དུ་གནམ་གྲུ་དང་མོ་ཏྲ། ཨེ་ནི་ཅིག་གི་དག་པ་སྣ་ཤེས་ཅིག་འཁོར་ལོ་རིགས་མང་པོ་ཅིག་བེད་སྤྱོད་གཏང་གི་ཡོད་རེད་དེ། ཡིན་ན་ཡང་དེ་འདྲའི་སྟབས་ཆག་བྱུང་ནས་ཤི་བ་དག་དེ་འདྲའི་དངོས་སུ་ང་ཚོ་མཐོང་རྒྱུ་ཡོད་བསྡད་པ་ཞིག་རེད་བ་དེ་འདྲ་ཡིན་དུས། ད་ང་ཚོའི་འཚོ་བའི་ཆ་རྐྱེན་མང་པོ་ཅིག་ཀྱང་དོན་དག་ཆེ་ན་རང་ཤི་ཡག་གི་རྐྱེན་འདྲ་བོ་ཅིག་ཆགས་འགྲོ་གི་ཡོད་ས་རེད་དེ་ཡིན་དུས། ཉུང་བའི་ཕྱིར་དང་སོང་རེད། དག་ལུས་ལ་སྙིང་པོ་མེད་པས་ནམ་ཞིག་ཆགས་ངེས་བསམ་པ་དང། བྱད་ལྟ་འདི་འདི་གསུང་བ་རེད་ལུས་ལ་སྙིང་པོ་མེད་པས་གསུང་ཡག་འདི་སྤྱིར་གྱི་ང་རང་ཚོ་ལུས་པོ་འདི་མགོ་སྐྲ་རྩ་ནས་རྐང་གསང་ཚིགས་ཡན་ཆད་དེ་ལ་ཡག་རྟགས་ཤིག་དཔྱད་པ་ཡིན་ན་འདིའི་ནང་ན་ཅིག་ས་ཞིག་བསྟན་པ། འདི་ད་དངོས་གནས་ཁྲག་པོ་ཅིག་རེད་ཨ་འདི་ད་ག་དུས་ཡིན་ནས་འཇིག་གི་ཡ་མེད་པ་ཅིག་རེད་བསམ་པས་དངོས་པོ་ཅིག་དེ་འདྲས་ཅིག་གང་ཡང་བསྟན་ཡ་མེད་པ་རེད་དེ་ཡིན་དུས་ལུས་ལ་སྙིང་པོ་མེད་པས་ནམ་ཞིག་ཆགས་ངེས། བསམ་པ་དང་བྱས་ནས་ད་དེ། ད་ལྟ་དེ་རིང་ནམ་འཆི་ཆ་མེད་པ། དེ་ལ་ཡང་སོང་ཡང་དེ་ཡན་ལག་དགུ་དྲུག་གི་ནང་ནས་དེ་ནི། གསུམ་ཚུལ་དེ་ལ་གསུམ་རྒྱུ་མཚན་གསུམ་དེ་གསུངས་འདུག། ད་འདི་ནས། ད་ཅིས་ཀྱང་མི་སྟོངས་པར་འཆིའི་བསམ་ཟས་དེ་ལ་ཡང། ད་བསགས་འཆི་བའི་དུས་སུ་བསགས་པའི་ནོར་དང། ད་དང་པོ་དེ། འཆི་བའི་དུས་སུ་ནོར་གྱིས་གཏོང་ཐུབ་ཀྱི་མ་རེད། ད་འདི། དུས་ཀྱི་ནར་ཏེ་རྒྱལ་པོར་འགྲོ་གྱུར་ན་ལོངས་སྤྱོད་འཛག་སྟེ་ཉེས་ཤིག་བྱེད་མི་འདྲ། སྐྱེས་བུ་དེ་ནི་ག་དང་ག་འགྲོ་ཡང་ལས་ནི་དྲི་མ་བཞིན་དུ་རྗེས་སུ་འབྲང་ང་གསུང་ཡ་དེ། རྒྱལ་པོ་ལ་གདམས་པའི་མདོ་ཡི་ནང་ནས་གསུངས་པ་དེ་རང་ཡིན་ས་རེད་དེ་ཡིན་དུས་དཔེར་ན་ང་རང་ཚོ། ཡུལ་གྱི་རྒྱལ་པོ་ལྟ་བུ་ཅིག་ཡིན་ན་དེ་ཁོ་རང་ལ་ཡང་དཔེར་ན་ནོར་རྫས་ལོངས་སྤྱོད་བསམ་གྱིས་མི་ཁྱབ་པ་ཡོད་རེད་དེ། ཡིན་ན་ཡང། ཨེ་ནི་སྔོན་འགྲེང་ཁོ་རང་འཆི་བའི་དུས་ཚོད་དེ་ལ་བླུག། ཨེ་ནི་བའི་འཆི་འགྲོ་བའི་ཚེ་ན་དེ་ནི་ནོར་རྫས་དེ་སྐད་གིས་ཀྱང་ཁོང་ལ་ཡང། མ་འཆི་བ་ཅིག་གིས་རོགས་བྱེད་ཐུབ་ཀྱི་མ་རེད་གསུང་གི་ཡོད་རེད་ད། མི་སྟོང་པ་ཟེར་ངེས་འདིའི་སྐབས་ཀྱི་སྟོང་ཟེར་ངེས་འདི།

ད་སྤྱིར་གྱི་ང་རང་ཚོ་ནོར་རྫས་རྙེད་ཉེན་འདུག་ལ་སོགས་པ་དེ་གས་ཐམས་ཅད་ཨེ་ནི་དུས་རྒྱུན་དུ་ང་རང་ཚོ་དང་བེད་ཅིག་ལྷན་གཅིག་ཏུ་འགྲོགས་བསྡད་པ་དེ་འདྲའི་ཐ་གས་མ་རེད་བ། ད་ཡིན་ན་ཡང་ང་རང་ཚོ་སོ་སོ་རང་ཉིད་ག་བ་ཕྱིན་པའི་ཡིན་ནའི་སླེས་བསྡད་པ་དེ་ག་རེད་ཟེར་ན་ང་རང་ཚོ་ད་འདས་ཟག་བཅས་སྡུག་བསྔལ་གྱི་ཕུང་པོ་ང་རང་ཚོ་རང་གི་ལུས་འདི་ཡིན་པ་རེད། ཨེ་ནི་ལུས་འདིས་ཀྱང་དེ་ནི་ཁྱེད་རང་ཤི་བའི་ཚེ་ན་ལུས་འདིས་ད་ཕན། ད་རོགས་བྱེད་ཐུབ་ཡང་འགྲུབ་མཁན་ཡོག་མ་རེད་སེ་རང་གི་ལུས་ཀྱིས་ཀྱང་མི་སྟོང་པར་འཆི་བའི་ཚུལ་ལ་བསམ་པ་གལ་ཆེ་དེས། ད་འདི་ཡིན་དུས་འཆི་བ་མེ་ད་པོ་སྒོམ་ཚུལ་དེ་ཡིན་གསུང་གི་ཡོག་རེད་ད་དེ་ཚོ་ཡིན་དུས་ད། ད་ལྟ་གོང་དུ་གསུངས་པ་དེ་ཚོ་རྒྱུ་མཚན་གྱི་སྒོ་ནས་གསུང་གི་ཡོག་རེད་བ། ད་དངོས་གནས་གཅིག་ང་རང་ཚོ། མཚམས་ཉམས་ལེན་གནང་མཁན་དང་སྒྲུབ་པ་ཉམས་ལེན་བྱེད་མཁན་དེ་ཚོ་ད་འདི་རྒྱུ་མཚན་འདི་གས་དེ་གཙོ་བོར་བཞག་པའི་ཐོག་ནས་དེ་འདི་རང་རང་གི་ཡིན་པའི་བསམ་བློ་འཁོར་ནས་དེ་དངོས་གནས་ཅིག་ག་དུས་ཡིན་ནས་ད་ག་ལ་ཡིན་ནས་ཅིག་ད་དངོས་གནས་ང་འཆི་བ་ཡིན་ད་ག་རེ་ཟེར་བ་རེད་འཆི་ངེས་པ་རེད་ཨ་ནི་ད་འཆི་བ་ཟེར་ན་ད་ག་རེ་ཡིན་ནས་ཅིག་གང་གིས་ཀྱང་ཕན་ཐོགས་ཀྱི་མ་རེད་དེ་ཡིན་དུས་ཙམ་ནས་དམ་པའི་ཆོས་ཅིག་བསྒྲུབ་ན་མ་གཏོགས་གཞན་གྱིས་ཕན་པ་ཡོད་མ་རེད་བསམ་པ་འདྲ་བོ་ཅིག་གིས་ད་རང་གི་རྒྱུད་ལ་ཚོས་བྱ་རེས་སྐབས་ལ་དེ་འདྲས་ཅིག་ག་ནས་དགོངས་པ་བཞེས་དགོས་ཀྱི་ཡོད་ས་རེད། ད་ནི་མི་རྟག་པ་འདིའི་རྒྱུད་ལ་སྐྱེས་ན་ཚེ་འདིའི་ཞེན་པ་འདོགས། ད་ཅི་ནས་མི་རྟག་པ་ཟེར་ངེས་འདི་སྒོམ་དགོས་པའི་རྒྱུ་མཚན་ག་རེ་ཟེར་ན། ཨེ་ནས་མི་རྟག་པ་འདི་མ་སྒོམ་པ་ཡིན་ན་ཚེ་འདིའི་སྣང་ཞེན་འདི་ལ་ཡང་དེ་ནི་ཞེན་ཅིང་ཆགས་ནས་དམ་པའི་ཆོས་སྒྲུབ་ཐུབ་ཀྱི་མེད་པ་རེད། དེ་ཡིན་དུས་ཨེ་ནས་མི་རྟག་པ་འདི་ཡག་པོ་ཅིག་ང་རང་ཚོ་ཐུགས་རྒྱུད་ལ་འབྱར་ཐུབ་པ་ཡིན་ན་ཨེ་ནས་ཚེ་འདི་ལ་ཞེན་པ་མེད་པ་ཅིག་བྱེད་ཀྱི་རེད་ཟེར་ཞེན་པ་འདོགས། ཕྱི་མ་རྗེས་སུ་དྲན་ཟེར་དུས་རེད་ན་དེ་ཡིན་དུས་འཆི་བ་ཟེར་ངེས་ཀྱི་ཤེས་ཡོན་དུས་ཙང་ནས་འོ་ད་འཆི་ནི་ང་རེ་གར་ཅིག་གི་རེད་ཡང་ནི་ཅིག་གི་ད་འཇའ་ཡལ་བ་ལྟ་བུ་གང་ཡང་མེད་པ་ཅིག་ཆགས་པ་རེད་བས་ཟེར་ན་མ་རེད་དེ་ཡིན་དུས་འཆི་བའི་རྗེས་སུ་ང་རང་ཚོ་ཡང་ནི། དུས་ཀྱིས་མནར་ཏེ་རྒྱལ་པོ་འགྲོ་གྱུར་འདུག་ལོངས་སྤྱོད་བདག་དང་གཉེན་བཤེས་བྱེད་མེད་འདྲ། སྐྱེས་བུ་དེ་ནི་ག་དང་ག་འགྲོ་ཡང་ལས་ནི་དྲི་མ་བཞིན་དུ་རྗེས་སུ་འབྲང་ང་གསུང་དུས་ནི་ང་རང་ཚོ་རང་གི་ཚེ་འདི་གང་ལ་བསགས་པའི་ལས་དགེ་བ་ཡིན་ཡིན་འདྲ་མི་དགེ་བ་ཡིན་ཡིན་འདྲ་དེ་ང་རང་ཚོ་ལུས་ཀྱི་དྲི་མ་ནང་བཞིན་འབྲལ་ཐབས་མེད་པ་ཅིག་དེ་ཤི་བའི་ཚེ་ན་ང་རང་ཚོ་མཉམ་དུ་ཡོང་ངེས་འདི་ག་རེད་ཟེར་ན་ནི་ད་ལྟའི་བསགས་པའི་ལས་དེ་རྗེས་སུ་འབྲང་ཡོང་གི་ཡོད་པ་ཡིན་དུས་ཨེ་ནི་སྐྱེ་བ་ཕྱི་མ་དེ་ལ་ཡང་ད་དངོས་གནས་ཅིག་ཨེ་ནི་ཕན་པའི་དམ་པའི་ཆོས་སྒྲུབ་ཡག་དེ་འདྲས་ཅིག་དྲན་གི་རེད་གསུང་གི་ཡོད་ས་རེད་ཕྱི་མ་རྗེས་སུ་དྲན། བརྩོན་འགྲུས་དང་དགེ་བའི་བསྐུལ་མ་བྱེད་དེ། ཨེ་ནི་ད་ག་ནས་བཞིན་ང་རང་ཚོ་འཆི་བ་མི་རྟག་པ་ཡག་པོ་ཅིག་དགོངས་པ་བཞེས་ཡོད་འདུག་རྩ་ནས་དེ་ནི་ད་དངོས་གནས་དུས་ཚོད་ལ་ཡང་བརྩོན་ལེན་བྱེད་ཡག་གི་བསམ་བློ་ཅིག་འཁོར་ཡོང་གི་ཡོད་རེད་ད་དངོས་གནས་ཅིག་འཆི་ཚེ་མི་རྟག་པ་རེད་དེ་འདྲས་ཡིན་དུས། ད་རྒྱལ་བ་ག་རེ་ཡིན་མེད་ཅིག་རང་གིས་སྒྲུབ་བསམ་པའི་ཁ་ཐུག་དེ་ཨེ་ནི་འབད་བརྩོན་གང་ཡོད་བྱས་ནས་མ་སྒྲུབ་པ་ཡིན་ན་ཨེ་ནི་ད་ཕྱིན་རྗེས་དུས་ཚོད་རྒྱུན་རིང་པོ་གཅིག་གི་ངང་ནས་ཨེ་ནི། བྱད་བཞིན་འདྲ་པོ་གཅིག་བག་བཟོས་བཞག་པ་ཡིན་ནས་དེ་སྒྲུབ་དང་མ་སྒྲུབ་ཏན་ཏན་འགལ་ཡོང་བ་མ་རེད་ག་རེ་རེད་ཟེར་ན་ཨེ་ནི་ཆེ་བ་མི་རྟག་པ་ཡིན་དུས་དེ་འདྲ་ཡིན་དུས་དེ་ནི་ང་རང་ཚོ་གཅིག་དགེ་བའི་ལས་ལ་ཡང་བརྩོན་འགྲུས་བྱེད་ཡག་དང་དགེ་བའི་བསྐུལ་མ་བྱེད་ཀྱི་རེད་ཞེས་བསྐུལ་མ་བྱས་ཏེ་སོང་རེད། ད་ནི། བྱེ་བ་མི་རྟག་པར་བསྒོམས་པས་དགོས་པ་རྒྱུ་མཚན་འབྲས་བུ་དེ་གསུངས་པ་རེད། ད་དགོས་པ་རྒྱུ་མཚན་དེ་གསུངས་ནས་དེ་ནས་ད་དེ་ལ་ཡང་མྱ་ངན་འདས་མདོ་ལས་གསུངས་འདུག་མྱ་ངན་ལས་འདས་པའི་མདོ་ལས། དེ་ནི་མདོ་ཡི་ནང་ནས་དེ་ནི་ག་རེ་གསུངས་ཡོད་རེད་ཟེར་ན་དཔེར་ན་ཞིང་རྨོ་བའི་ནང་ན་སྟོང་ལོ་ཐོག་བཏབ་པ་བཟང་ངོ། ད་ང་རང་ཚོ་ཞིང་ཁ་རྨོས་བརྒྱབ་པའི་སྐབས་ལ། སྟོང་ཁ་ཚུལ་ལོ་ཏོག་བསྡུ་ཡག་ཡོད་པས་དེ་ནི་གཅིག་འབྲུ་དང་འབྲས་ལ་སོགས་པ་དེ་འདྲས་ཚུལ་སྟོན་བསྡུ་བྱེད་ཡག་ཡོད་པས་དེ་འདྲས་ཀྱི་སྲབ་མོ་ཅིག་བཏབ་པ་ཡིན་ན་དེ་ནི་བཟང་པོ་རེད་ཨོ་དེ་པད་ཤག་ནི་བཟུང་གི་འདུག་བ་དོན་བཏབ་པ་ནི་བཟང་ངོ། རྗེས་ཐམས་ཅད་ཀྱི་ནང་ལ་གླང་པོ་ཅིག་བྱེད་ཆོག་གོ་ད་སྤྱི་བཏང་གི་འདི་དེ་འདྲས་རེད་ཅེས་སྨད་འགྲོ་ད་སྤྱི་བཏང་གི་ང་རང་ཚོ། སྲོག་ཆགས་སྲོག་ཆགས་ཀྱི་རིགས་དེ་འདྲའི་དང་རྐང་བཞི་དེ་འདྲའི་མང་པོ་ཡོད་རེད་བ། རྐང་བཞི་སེམས་ཅན་མང་པོ་ཡོད་པ་དེ་ཚོའི་ནང་ནས་དེ་འདྲ་གླང་པོ་ཆེའི་རྐང་གཅིག་དེ་ཆེ་ཤོས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་བ། དེ་འདྲ་ཡིན་དུས་དེ་ནི་གླང་པོ་ཆེ་བྱེད་ཆོག་གོ་ཟེར་རེད་བ་ཅིག་དེ་འདྲའི་ཅིག་གི་གོ་དོན་འགྲོ་མི་འགྲོ་སེམས་ཀྱི་འདུག་དེ་མ་གཏོགས་ད། མི་སེར་གྱི་གླང་པོ་ཆེ་བྱེད་ཆོག་ཡིན་པའི་རྒྱུ་མཚན་ཡང་འདི་རེད་ཟེར་བྱས་ནི་གས་ཞུ་ཡ་མི་འདུག་ད་ཡིན་ནས་ད་ཅིག་རྐང་རྗེས་ཆེ་ཆུང་གི་ངོས་ནས་བཤད་པ་ཡིན་ན་སྲོག་ཆགས་མང་པོའི་དཀྱིལ་ནས་གླང་པོ་ཆེའི་རྐང་རྗེས་དེ་ནི་ཤིན་ཏུ་ནས་ཆེན་པོ་ཡིན་པ་ཅིག་རེད་གསུངས་ཡག་ཅིག་དེ་ནང་བཞིན། འདུ་ཤེས་ཐམས་ཅད་ཀྱི་ནང་ན་མི་རྟག་པའི་འདུ་ཤེས་ཆོག་གོ། ད་ང་རང་ཚོ་སྤྱི་བཏང་གི་འདུ་ཤེས་བས་ན་ཡུལ་ག་ལ་ག་ཡིན་ནས་འདི་འདི་རེད་བསམ་པ་ལྟ་བུ་དེ་འདུ་ཤེས་རེད་བ། དེ་ཡིན་དུས་འདུ་ཤེས་ཐམས་ཅད་ཀྱི་ནང་ནས་དེ་ནི་འཆི་བ་མི་རྟག་པ་རེད་བསམ་པའི་དེ་འདྲས་ཀྱི་མི་རྟག་པའི་འདུ་ཤེས་དེ་མཆོག་ཏུ་གྱུར་པ་རེད་གསུང་གི་ཡོད་ས་རེད། དེ་ཡིན་དུས་ད་མི་རྟག་པའི་འདུ་ཤེས་མཆོག་ཏུ་གྱུར་པ་ཡིན་ཡག་གི་རྒྱུ་མཚན་འབྲས་བུ་ག་རེད་ཟེར་ན་ཨེ་ནི་བརྩོན་འགྲུས་དེ་དགེ་བ་ལ་སྐུལ་བར་བྱེད་ཐུབ་པ་ཡིན་དུས་ཨེ་ནི་དེ་ཡི་འདུ་ཤེས་མཆོག་ཏུ་གྱུར་བ་ཡིན་པ་རེད། ད་གལ་སྲིད་དཔེར་ན་མི་རྟག་པའི་འདུ་ཤེས་མེད་པ་ཡིན་ན་ཨེ་ནི་བརྩོན་འགྲུས་དང་དགེ་བ་སྒྲུབ་མ་བྱས་པ་ཨེ་ནི་མི་དགེ་བའི་ལས་ལ་འཇུག་པ་ལ་སོགས་པ་དེ་འདྲའི་ཆ་འགྲོ་གི་ཡོད་རེད་བ་དེ་འདྲ་ཡིན་དུས་འདུ་ཤེས་ཐམས་ཅད་ཀྱི་ནང་ནས་མི་རྟག་པའི་འདུ་ཤེས་མཆོག་གོ་ཞེས་གསུངས་སོ་གསུངས་རེད། དང་གཉིས་པ། གཉིས་པ། སྙོམ་ལས་དང་ལས་བློའི་གཉེན་པོར་དལ་འབྱོར་གཉིས་དགའ་བར་བསམ་པ་ནི། ད་ལྟའི་ལུས་འདི་བསོད་ནམས་མཐུ་ལས་གཉིས། དང་སྙོམ་ལས་ཟེར་ངན་འདིས་ད་ང་རང་ཚོ་སྤྱིར་གྱི། སྙོམ་ལས་བདེ་བའི་རོ་མྱང་དང་གཉིས་ལ་བརྟེན་པའི་སྲིད་པ་ལས། འཁོར་བའི་སྡུག་བསྔལ་མི་སྐྱོ་ལས་ལས་བློ་ཉེ་བར་སྐྱེ་བར་འགྱུར་རོ་ཟེར་སྦྱོང་ཆུང་ནང་ལ་ཅིག་གསུངས་ཡོད་པ་འདི་ནས་ཤེས་རེད་ད་ཅི་ད་སྙོམ་ལས་ཟེར་ངན་འདི་ང་ཚོ་གཅིག། འཇིག་རྟེན་འདིའི་ཁྲ་ལ་ཁྲིམས་དཔོན་གྱི་བདེ་སྐྱིད་དེ་འདྲས་ལ་ཆགས་ནས་ཨ་ནི་དེ་བློས་བཏང་ཐབས་མ་ཐུབ་པ་བྱས། ཨ་ནི་དེ་འདྲས་ལ་བརྟེན་ནས་ཨ་ནི་འཁོར་བ་འདི་ལ་ཞེན་ཅིང་ཆགས་པ་བྱས་ནས་ཨ་ནི་དེའི་སྒ་ནས་འཁོར་བའི་བྱ་བ་མང་པོ་ཅིག་ལ་འཇུག། ཨ་ནི་ཚེ་ཕྱི་མའི་དོན་དག་སྒྲུབ་ཡག་གི་བསམ་བློ་འདྲ་བོ་མ་འཁོར་བ་དེ་ཚོ་ལ་དེ་ནི་ཨ་ནི་ལེ་ལོ་དང་སྙོམ་ལས་ཆགས་འགྲོ་གི་ཡོད་རེད་དེ་ཡིན་དུས་དེ་འདྲས་ཀྱི་ལྟ་སྙོམ་ལས་དང་ལེ་ལོའི་གཉེན་པོར་དལ་འབྱོར་རྙེད་དཀའ་བར་བསམ་པ་ནི། ད་ལྟའི་ལུས་འདི་ཁྱད་པར་ཅན་འདིས། ད་ད་ལྟ་ང་རང་ཚོ་ཐོབ་བསྡད་པའི་དལ་འབྱོར་བཅོ་བརྒྱད་ཀྱི་ཚང་བའི་མི་ལུས་རིན་པོ་ཆེ་འདི་ནི། ཚེ་སྔ་མ་ང་རང་ཚོ་བསོད་ནམས་སྦྱིན་པ་བཏང་བ་ལ་སོགས་པའི་ཐད་ནས་བསོད་ནམས་བསགས་པ་དང། ད་ག་ནང་བཞིན་གྱི་དགེ་བ་བཅུ་ཚུལ་ཁྲིམས་སྲུང་བ་ལ་སོགས་པ། ཚུལ་ཁྲིམས་ཕུན་སུམ་ཚོགས་པ་སྲུང་བའི། མཐུ་ལས་རྙེད་པ་ཡིན་ལ། བྱས་ནས། དེ་ཡིན་མི་འདྲ་ད། མཐུ་ལས་རྙེད་པ་ཡིན་ལ། བྱས་ནས། དེ་སྤྱིར་བཏང་ང་རང་ཚོ། ནམ་རྒྱུན། དལ་འབྱོར་གཉིས་ཀ་གསུང་དུས་རྩ་ནས། རྒྱུད་སྤེལ་དྲང་གསུམ་གྱི་སྒོ་ནས་དེ་ནི་དལ་འབྱོར་གཉིས་ཀ་བའི་ཚུལ་གསུང་གི་ཡོད་རེད་བ། དེ་ཡིན་དུས་རྩ་ནས་ད་འདི་རྒྱུད་ཡི་སྒོ་ནས་གསུང་གི་ཡོད་ས་རེད། ཨ་ནི་ང་རང་ཚོ་དལ་འབྱོར་གྱི་མི་ལུས་ཟེར་མཁན་འདི་ཅིག་ད་ག་ཟེ་རང་བཞིན་གྱི་ལས་སླ་པོ་ཅིག་གི་ཐོག་ནས་རྙེད་བསྡད་པ་ཅིག་མ་རེད། ཨེ་ནི་སྐྱེ་བ་སྔན་མ་དེ་ལ་ང་རང་ཚོའི་སྔོན་ནས་ཨེ་ནི་ཚུལ་ཁྲིམས་རྣམ་པར་དག་པའི་གཞི་བཟུང། རྨོ་ལུང་དྲི་མ་མེད་པའི་མཚམས་སྦྱར་སྦྱིན་སོགས་ཕར་གྱིས་དྲུག་གི་གྲོགས་བྱས། དེ་འདྲས་ཀྱི་ད་ཅིག་སྒྲུབ་པ་ལ་བརྟེན་ནས་དེ་ནི་དེ་འདྲས་ཀྱི་རྙེད་པ་རེད་རྙེད་པ་ཡིན་ལགས། འདི་ནས་དགེ་བའི་ཆོས་ཡང་དག་པ་ཞིག་མ་བསྒྲུབས་ན། སྐྱེ་བ་ཕྱིས་ནས་དམྱལ་བ་དང་ཡི་དྭགས་དང་དུད་འགྲོ་དང་ཀླ་ཀློ་དང་ལྷ་ཚེ་རིང་པོ་དང་ལོག་ལྟ་ཅན་དང། སངས་རྒྱས་མ་བྱོན་པའི་ཞིང་དང་ལྐུགས་པ་སྟེ། མི་སྒོམ་པའི་གནས་བརྒྱད་ལས་ཐར་བའི་དད་པ་བརྒྱད་དང། ཞེས་དང། དད་པ་བརྒྱད་སོགས་མི་སྒོམ་པའི་གནས་བརྒྱད་ལས་ཐར་བའི་དད་པ་བརྒྱད་དང། ཞེས་དང། མི་གཉིས་དང་ཡུལ་དབུས་སུ་སྐྱེས་པ་དང་ཨང་པོ་ཚང་བ་དང། ལས་ཀྱི་མཐའ་མ་ལོག་པ་དང། བསྟན་པ་ལ་དད་པ་སྟེ་རང་འབྱོར་ལྔ་དང། སངས་རྒྱས་ཞིང་དེར་བྱོན་པ་དང། ཨེ་ནི། དེས་སངས་རྒྱས་ཀྱི་ཆོས་གསུངས་པ་དང་སངས་རྒྱས་ཀྱི་བསྟན་པ་གནས་པ་དང། ཨེ་ནི་རང་ཉིད་ཀྱང་སངས་རྒྱས་ཀྱི་བསྟན་པ་དེ་ལ་རང་ཉིད་ཨེ་ནི་འཇིགས་སུ་འཇུག་པ་དང་ཞུགས་པ་དང། བསྟན་པའི་སྦྱིན་བདག་དང་བཅས་གཞན་འབྱོར་ལྔ་སྟེ་འབྱོར་པ་བཅུ་དང་ལྡན་པ་འདི་འདྲ་བ་ཤིན་ཏུ་མཉེས་པར་དགའ་སྟེ། བདག་འདི།

དེ་ནི་ཆོས་སྒྲུབ་ཡག་གི་གོ་སྐབས་ཅིག་ཡོང་ལ་འདོད་མི་འདུག་དེ་བས་རང་གི་རྒྱུད་ལ་བསམ་བློ་ཅིག་ཞིབ་ཕྲ་ཅིག་བཏང་ཡོང་རྒྱུ་ད་ནི་འོ་ད་ང་ད་རེས་ཉེ་བའི་སེམས་ཅན་ནི་མ་རེད། དེ་ནི་ཡི་དྭགས་ཀྱི་སེམས་ཅན་གྱི་ཅིག་ལ་སྐྱེས་པས་ཡིན་ན་དེ་ནི་བཀྲེས་སྐོམ་གྱིས་མནར་ནས་དམ་པའི་ཆོས་སྒྲུབ་པའི་ཁོམ་མེད་པ་རེད་དེ་ཡིན་དུས་ད་ནི་ད་ད་ལྟ་ང་ཡི་དྭགས་ནི་མ་རེད། ཨེ་ནི་དོན་དྲུག་ཡིན་ན་ཨེ་ནི་བླུན་ཞིང་གཏི་མུག་པ། ད་ནི་གཞན་གྱིས་བཀོལ་སྤྱོད་ཀྱི་ལྟུང་བའི་མྱོང་བདེ་བའི་གནས་སྐབས་དེ་འདྲས་ཀྱི་རེད། དེ་ཡིན་དུས་ང་ད་རེས་དེ་འདྲའི་མི་འདུག་ད་དངོས་ནས་ཆོས་བྲོ་བའི་གོ་སྐབས་ཅིག་འདུག་ངལ་སོ་གསུམ་ལས་ཐར་བའི་ད་དེ་འདྲས་ཀྱི་དུས་སྐབས་ཅིག་ཡིན་དུས་ཆོས་བྲོ་བའི་གོ་སྐབས་འདུག་བསམ་པར་རེ་བ་གཅིག་དང། ཨེ་ནས། དེ་ནི་ཀླ་ཀློ་དང་ལྷ་ཚེ་རིང་པོ་ད་དེ་འདྲས་ཀྱི་དཔེ་ཟླ་ལུས་ལྡན་ལ་སྐྱེས་པ་ཡིན་ནའི་ཨེ་ནས་ཀླ་ཀློ་ཟེར་མཁན་དེ་ཚོ་ལ་སྤྱིར་བཏང་གི་ཆོས་མ་དར་སའི་ལུང་པ་དེ་འདྲའི་ལ་སྐྱེས་བསྡད་པ་དེ་འདྲ་ཡིན་ན་ད་དངོས་གནས་ཅིག་ལས་རྒྱུ་འབྲས་ཀྱི་རྣམ་གཞག་གང་ཡང་མི་ཤེས་པ། ཨེ་ནི་ཆོས་སྒྲུབ་ཡག་གི་ཆ་རྐྱེན་ལ་སོགས་པ་གང་ཡང་མེད་ངེས་དེ་འདྲའི་གི་ཅིག་དེ་ནི་ཀླ་ཀློ། དེ་འདྲས་ད་ཨེ་ནི་ཅིག་ལྷ་ཡི་གནས་སྐབས་ལ་ད་ཅིག་ལྷ་ཚེ་རིང་པོ་དེ་འདྲའི་ལ་སྐྱེས་པ་ཡིན་ན་ཁོ་རང་གི་ཅིག་མི་གཡོ་བའི་ལས། ཨེ་ནི་དེ་འབྲས་ཀྱི་གཅིག། གི་ལས་བསགས་པའི་མཐུ་ལ་བརྟེན་ནས་ཨེ་ནི་ལྷའི་གནས་སྐབས་སུ་སྐྱེ་ཨེ་ནི་སྐྱེས་ན་ཡང་དེ་ནི་པའི་དེ་ལ་ཡང་གཅིག་གང་ཡང་གཅིག། སླར་ཡང་དེ་ནི་གཅིག་དགེ་བའི་ལས་ལ་འཇུག་ཡང་གི་འདུན་པ་དང་བསམ་པ་ལ་སོགས་པ་དེ་འདྲས་གང་ཡང་སྐྱེ་མ་ཐུབ་དེ་ངས་ཨེ་ནི་རྒྱུ་རིང་པོ་གཅིག་དེ་འདྲས་གནས་དེ་ངས་འཆད་ཀྱི་ཡོད་རེད་བ་དེ་འདྲས་ཡིན་དུས་དེ་ནི་ལྷ་ས་རིང་པོ་དང། ཨེ་ནི་ལོག་ལྟ་ཅན། རང་ཉིད་རྒྱུ་ལོག་ལྟས་གནས་པ་ཡིན་ན་དེ་ནི་དངོས་གནས་གཅིག། སྤྱིར་གྱི། དམྱལ་བ་ཡི་དྭགས་ལ་སོགས་པའི་དེ་འདྲས་ཀྱི་ཅིག། སྐྱེ་གནས་ལས་དང་ཐར་དེ་ཡོག་རེད་ཀླ་ཀློ་དང་ལྷ་ཚེ་རིང་པོ་ལ་སོགས་པ་དེ་འདྲས་ཆགས་ཡོག་མ་རེད་དེ། རང་གི་རྒྱུད་ལ། དཀོན་མཆོག་གསུམ་ལ་ཡ། དད་པ་དང་དག་སྣང་མ་སྐྱེ་ཡ། ད་ག་ན་ཞིག། སངས་རྒྱས་ཀྱི་བསྟན་པའི་སྒོར་འཇུག་ཡག་གི་འདོད་པ་མེད་ངེས། དེ་འདྲས་ཀྱི་ཅིག་རྒྱུད་ལོག་དད་ལས་པ་དེ་འདྲས་ཡིན་ན་དེ་ཡང་དེ་ནི་ཆོས། གྲུབ་ཡག་གི་གེགས་ཅིག་ཆགས་འགྲོ་གི་ཡོད་ས་རེད་ལོག་ལྟ་ཅན་དང། སངས་རྒྱས་མ་བྱོན་པའི་ཞིང་དང། ལྐུགས་པ་དེ་སྲིད་བདག་སངས་རྒྱས་མ་བྱོན་པའི་ཞིང་སྲིད་དུ་ད་ད་ལྟར་ང་རང་ཚོ་སངས་རྒྱས་འཇིག་རྟེན་དུ་བྱོན་པའི་དུས་སྐབས་འདི་འདྲའི་ཅིག་སྐབས་ཁེལ་ཏེ་ཡོར་བ་ཨ་ནི་ད་ག་ན་ཞིང་ལྐུགས་པ་དེ་ལ་ཡང་དེ་ནི་ཁ་ལྐུགས་དང་ཡིད་ལྐུགས་ད་དེ་འདྲའི་ཁག་གཉིས་འདྲ་བོ་གསུང་གི་འདུག་བ་ཁ་ཤས་ཅིག་ཨ་ནི་ཁ་གྲག་རྒྱུ་མེད་པ་བཅས་དེ་འདྲའི་གི་ལྐུགས་པ་ཅིག་ཡོར་བ་ད་དེ་ང་རང་ཚོ་མཐོང་ཆོས་ལ་ཡོར་རེད་ཨ་ནི་ཁ་ཤས་ཡང་ཅིག་ཁ་རི་བོ་སྟེགས་སུ་གྲ་ཡག་ཡོད་པས་ཡིན་ན་ཡང་དེ་ནི་གཅིག། བསླབ་པ་སློབ་གཉེར་འདྲ་བོ་དེ་འདྲས་བྱེད་ཅིག་བྱེད་དུས་ད་ནི་ག་རི་བསླབ་ནས་མ་ཤེས་དེ་ངན་འདྲ་བོ་ག་རི་སྦྱངས་ནས་ནི་ཅིག་ཤེས་ཡ་མེད་ངན་འདྲ་བོ་དེ་འདྲས་ཅིག་གིས་ལྐུགས་པ་འདྲ་བོ་ཅིག་ཆགས་བསྡད་པ་དེ་འདྲས་ཡོང་གི་ཡོད་ས་རེད་བ་དེ་འདྲས་ཡིན་དུས་ད་དེ་འདྲས་ཀྱང་མ་ཡིན་པ་ད་མདོར་ན་ང་རང་ཚོ་ད་མི་དགོན་པའི་གནས་བརྒྱད་དེ་ལས་ཐར་བའི་ནི་དད་པ་རྒྱས་ཚང་བས་དེ་ནི་མི་ལུས་རུང་པོ་ཅིག་འདི་འདྲས་ཅིག་ཐོབ་པ་རེད། ད་དེ་ནི། ཡུལ་དབུས་སུ་སྐྱེས་པ་སོགས་ངན་འདས་ལ་དེ་ནི། སྤྱིར་བཏང་གི་ཡུལ་དབུས་སུ་ངན་འདས་ལ། ས་ཚིགས་དང་ཆོས་ཚིགས་ཀྱི་ཡུལ་དབུས་སུ་བྱས་ནས་དེ་འདྲའི་ཅིག་གསུང་གི་འདུག། ཡང་ན་ཅིག་ས་ཚིགས་ཀྱི་ཡུལ་དབུས་ཡིན་ན་དཔེར་ན་སྔར་ཡིན་ན་ད་རྒྱ་གར་ལྟ་བུ་རྒྱ་གར་རྡོ་རྗེ་གདན་ལྟ་བུ་ས་ཚིགས་ཀྱི་ཡུལ་དབུས་སུ་སྐྱེས་པ་དང། དེ་ནི་ཆོས་ཚིགས་ཀྱི་ཡུལ་དབུས་སུ་ངན་འདས་ད་སྤྱིར་བཏང་གི། སངས་རྒྱས་ཀྱི་བསྟན་པ་དར་ཞིང་རྒྱས་འདས་པའི། ད་དེ་འདྲའི་གི་ས་ཆ་ཡོད་ས་གཅིག་ལ་སྐྱེས་པ་ཡིན་ན་དེ་ནི་དེ་ཡུལ་དབུས་ཆགས་ཀྱི་ཡོད་པ་འདྲ་ཆོས་ཚུལ་གྱི་ཡུལ་དབུས་སུ་སྐྱེས་པ་དང། དེ་ནི་དབང་པོ་ཚང་བ་དང་ཟེར་དུས་དེ་ནི་ད་ང་རང་ཚོ་དབང་པོ་དེ་ནི་གཅིག་མིག་རྣ་བ་སྣ་ལྕེ་ལུས་དེ་ནི་ཡིད་དེ་འདྲའི་གི་ད་དབང་པོ་གོ་ངའི་དབང་པོ་དེ་གི་དེ་ཆ་ཚང་ང་ཡོད་དོན་པ་ཡིན་པ་ལས་གི་ད་མ་ལོག་པ་ཟེར་དུས་ད་ལས་ད་ལོག་པ་དེ་འདྲ་ཡིན་ན་ཁ་ཤས་ཨེ་ནི་གཅིག་རང་གི་ག་རེ་ཟེར་བ་རེད་ད་ཕ་མེས་ཀྱི་ཨེ་ནི། ལས་སྐལ། དེ་འདྲས་ཀྱི་ཤུགས་རྐྱེན་གྱི་འོག་ནས་ཡང་ཅིག་སངས་རྒྱས་ཀྱི་བསྟན་པ་ལ་འཇུག་མ་ཐུབ་པ་དེ་འདྲས་ཡོང་གི་ཡོད་ས་རེད་བ། དེ་འདྲས་ཡིན་དུས་ལས་ཀྱི་མཐའ་མ་ལོག་པ་ཟེར་དེ་དེ་འདྲས་ཅིག་གསུང་མཁན་ཅིག་འདུག་ཡང་ཡིན་ན་ཡང་ལས་ཀྱི་མཐའ་མ་ལོག་པ་ཟེར་མཁན་དེ་ཚ་མིག་གིས་ལས་མ་བྱས་པ་ཟེར་ཡ་ཅིག་ལས་གསུང་པ་དེ་འདྲས་འགྲེལ་བཤད་གནང་ཡ་ཅིག་ཡོང་བསྡད་ཀྱི་འདུག་དེ་འདྲས་ཡིན་དུས་ད་མདོར་ན་ལས་ཀྱི་མཐའ་མ་ལོག་པ་དང་བཅས་ནས་ད་ད་ལྟ་ང་རང་ཚོ་ལས་ཀྱི་བྱ་བས་རང་གིས་བརྩམས་པའི་བྱ་བའི་ལས་དེས་རྐྱེན་པས་ཨེ་ནི་སངས་རྒྱས་ཀྱི་བསྟན་པའི་སྒོར་ཞུགས་མ་ཐུབ་པ། དེ་འདྲའི་བྱུང་བ་ཡིན་ན་ད་ལས་ཀྱི་ད་ལོག་པ་ཡིན་པ་འདྲ། བསྟན་པ་དང། བསྟན་པ་ལ་དད་པ་དེ་ཨེ་ཟེར་དུས་དེ་ནི་ད་དངོས་གནས་ཀྱི་ཆ་རྐྱེན་གཞན་དག་དེ་གས་ཐམས་ཅད་ཚང་གི་ཡོད་ནས་རང་གི་རྒྱུད་ལ་བསྟན་པ་དེ་ལ་འབྱུང་འདོད་ཀྱི་དད་པ་ཅིག་མེད་པ་ཡིན་ན་དེ་ནི་ཆ་རྐྱེན་གཞན་དག་ཚང་ནས་ཕན་ཐོགས་མཁན་མེད་པ་ཡིན་པར་བ་ཡིན་དུས་བསྟན་པ་ལ་དད་པ་དེ་རང་སྦྱོར་ལྔ་དང། ད་གཞན་སྦྱོར་ལྔ་ཟེར་ངེས་འདི། མཐུན་རྐྱེན་གཞན་ལ་ལྟོས་ནས་ཚང་དགོས་པ་ཡིན་དུས་གཞན་སྦྱོར་ངག་གསུང་གི་ཡོད་ས་རེད། སངས་རྒྱས་ཞིང་འདིར་བྱོན་པ་དང། དེས་ཆོས་གསུངས་པ་དང་སངས་རྒྱས་ཀྱི་ཆོས་གསུངས་པ། ཨེ་ནི་སངས་རྒྱས་ཀྱི་བསྟན་པ་རུང་པོ་ཆེ་དེ་ད་ལྟ་མ་ཉམས་པ། ཨེ་ནི་འཇིག་གནས་ཡོད་པ། དེ་ནི། བསྟན་པ་གནས་པ་དང། ཨ་ནི་སངས་རྒྱས་ཀྱི་བསྟན་པ་དེ་ལ་རང་ཉིད་ཀྱང་བསྟན་པ་དེའི་སྒོར་ཞུགས་པ་དང། ཨེ་ནི་བསྟན་པའི་སྦྱིན་བདག་དང་བཅས། དེ་ནི་བསྟན་པའི་སྒོར་ཞུགས་པ་དེ་ལ་ཡིན་ན་ཡང་དེ་ནི་གཅིག་རང་གི་གཅིག་གར་ཟེར་བ་རེད་ད། ཆོས་སྒྲུབ་པའི་མཐུན་རྐྱེན་དེ་འདྲའི་བྱ་ངན་གྱི་སྦྱིན་བདག་ཡོད་པ་ཡིན་ན་དེ་ནི་སྦྱིན་བདག་དང་བཅས་ཏེ་གཞི་སྦྱོར་ལྔ་སྟེ། སྦྱོར་བ་བཅུ་དང་ལྡན་པ་འདི་འདྲ་བ་ཤིན་ཏུ་རྙེད་པར་དཀའ་སྟེ། དེ་བྱས་ནས་བདག་རྙེད་པར་དཀའ་གསུངས་དང་དེ་དེ་སྐད་འཇོག་ཆུ་ཚང་བའི་མི་ལུས་དེ་ཕུན་སུམ་ཚོགས་པ་དེ་རྙེད་པར་དཀའ་བོ་རེད་ཅེས་ནས། ཐོག་མར་འདིའི་སྒོ་ནས་རྒྱུ་ཡི་སྒོ་ནས་བསམ་པ་དང་དེ་ཡིན་པ་འདྲ། དེ་ནི་གའུ་སྔས་མཇུག་གི་མདོ་ལས། འདི་དཔེ་ཡི་སྒོ་ནས་གསུང་གི་ཡོད་ས་རེད་དཔེར་ན་ས་ཆེན་པོ་འདི་རྒྱ་མཚོ་ཞིག་ཏུ་གྱུར་ལ། ཨ་ནི་ང་རང་ཚོ་ད་ལྟའི་ས་གཞི་ཆེན་པོ་འདི་མཐའ་ཡི་རྒྱ་མཚོ་ཆེན་པོ་ཞིག་ཏུ་གྱུར། ཨ་ནི་དེའི་ནང་ན་རུས་པའི་ཞར་བ་ཞིག་ཡོད་དེ། གཉའ་ཤིང་རླུང་གིས་བསྐྱོད་པས་ཕྱོགས་བཞིར་རྒྱུག་པར་བྱེད་ན། ཨེ་ནི། རྒྱ་ལམ་ན་རྐྱེན་འགའ་ཞིག་གིས་རུས་སྦལ་གྱི་འདྲེན་པ་གཉའ་ཤིང་གི་བུ་གར་འཇུག་པ་ནི་སླ་ཡི། དགའོ། དལ་འབྱོར་ཕུན་སུམ་ཚོགས་པའི་ལུས་འདི། ཐོབ་པ་ནི་དེ་བས་ཀྱང་ཆེས་དཀའོ་ཞེས་གསུངས་སོ། དེ་ནི་བརྡ་འདིས་དཔེ་ཡི་སྒོ་ནས་གསུངས་པ་རེད་དེ། ད་ནི་གཅིག། ས་གཞི་ཆེན་པོ་འདི་དངོས་གནས་མཐའ་ཡས་རྒྱ་མཚོ་ཆེན་པོ་ལྟ་བུ་ཅིག་ལ་གྱུར། དེའི་ནང་ལ་དེ་ནི་ང་རང་ཚོ་སྤྱོད་འཇུག་ནང་ལས་ཡོད་པ་རུས་པའི་ལོ་ཝང་གཅིག་དེ་ནི་ལོ་བརྒྱ་རེ་ན་ཐེངས་རེ་རེ་ཨེ་ནི་རྗེས་རྒྱ་མཚོ་ཁ་ལ་ཡར་ཡེངས་པའི་སྐབས་ལ་ཨེ་ནི་རྒྱ་མཚོ་དེའི་ཁ་ལ་ཉལ་ཞིང་བུ་ག་གཅིག་པ་གཅིག་དེ་རླུང་གིས་ཤར་ལྷོ་ནུབ་བྱང་གང་དུ་ཡང་བསྐྱོད་འགྲོ་གི་ཡོད་རེད་དེ། ཡིན་ན་ཡང། དེ་ནི་སྟབས་ལེགས་སྟེས་དབང་རིལ་བོ་དེ་འདྲའི་ཅིག། དོན་རྐྱེན་ཚོགས་པའི་སྐབས་ལ་ཨེ་ནི། ད། རུས་སྦལ་གྱིས་སྐད་དེ། ཨ་ནི་ད་ལྟ་གཉའ་ཤིང་བུ་ག་གཅིག་པ་དེའི་ནང་ལ་ཆུད་པ་དེ་འདྲས་ཡོང་སྲིད་ཀྱི་རེད། ཨ་ནི་དེ་འདྲས་ཡིན་དུས། ཨ་ནི་ད་དེ་དཔེ་ཡི་སྒོ་ནས་རྙེད་པར་དཀའ་བ་ཟེར་ཡ་དེ་གསུངས་པ་ཡིན་པ་རེད་ཕུན་སུམ་ཚོགས་པ་ནས་ཆེས་དཀའ་འོ་ཞེས་གསུངས་སོ། གསུམ་པ་དལ་འབྱོར་གྱི་ལུས་དོན་ཡོད་པར་བྱ་བའི་ཕྱིར། ལས་རྒྱུ་འབྲས་བསམ་པ་ནི། རང་དགར་མིན་ཆུང་ལས་ཀྱི་དབང་དུ་འགྲོ། དཀར་ནག་སྐྱོན་བྲལ་བདེ་སྡུག་སོ་སོར་མི་ཡན་གསུང་བ་ནི་ད་དེ་ནས་འདི་གཤམ་དེ་ལ་ཡང་དེ་ནས་ལས་སྐྱོན་བྲལ་དང་འཁོར་བའི་ཉེས་དམིགས་དེ་གསུང་གི་ཡོད་རེད་ས་རེད་དེ་ཡིན་དུས་ད་ང་རང་ཚོ་བློ་དོགས་ནམ་ཞིག་ནང་ནས་ནམ་རྒྱུན་ནས་ད་ལས་སྐྱོན་བྲལ་གསུང་ཡག་ཡོད་རེད་བ་དེ་ཡིན་དུས་རང་དགར་མི་འཇུག་ལས་ཀྱི་དེ་གང་བྱས་པ་དེ་ཉིད་ཀྱི་དབང་དུ་འགྲོ་སྟེ། དེ་ནི་ད་ལས་དགེ་སྡིག་ཟེར་མཁན་དེ་ད་འདི་གཤམ་ལ་ཡང་ལས་དེ་ངོས་འཛིན་གནང་གི་འདུག་བ་དཀར་པོ་རྒྱལ་བ་བཅུ་དང། དཀར་པོ་རྒྱལ་བ་བཅུ་དང་མི་གཡོ་བའི་ལས་དང། ནག་པོ་མི་དགེ་བ་བཅུ་དང་མཚམས་མེད་པ་ལྔ་དང། དེ་དང་ཉེ་བ་ལྔ་སྟེ། རྒྱུ་གང་ཅེས་པའི་འབྲས་བུ། མདོ་ཁམས་ཀྱི་ལྷ་མི་དང་ཟེར་ད་འདི་དེ་གསུང་གི་ཡོད་ས་རེད། དཀར་པོ་རྒྱལ་བ་བཅུ་བཅས་པ་དེ་ཨེ་ནི། འབྲས་བུ་མདོ་ཁམས་ཀྱི་ལྷ་དང་མི་ཡི་ལུས་རྟེན་ཐོབ་གི་རེད། མི་གཡོ་བའི་ལས། ད། བསམ་གཟུགས་ཀྱི་ཏིང་ངེ་འཛིན་སྒོམ་ཡ་ལ་སོགས་པ་དེ་འདྲའི་བྱས་པ་ཡིན་ན་མི་གཡོ་བའི་ལས་དེ་དེ་ནི་གཟུགས་སྒོམ་དང་གཟུགས་མེད་ཀྱི་བདེ་བ། ལོངས་སུ་སྤྱོད་པ་དེ་འདྲ་ཡོང་གི་རེད། བུད་མེད་ནག་པོ་མི་དགེ་བ་བཅུ་དང་མཚམས་མེད་ལྔ་དང་དེ་དང་ཉེ་བ་ལྔ་སྟེ་ད་དེ་སྐད་ལ་བརྟེན་ནས་ཨེ་ནི་ངན་སོང། གནས་གསུམ་སེམས་ཅན་དང་ཉེ་བ་ཡི་དྭགས་དང་འགྲོ་རེ་བ་ངན་སོང་གནས་གསུམ་གྱི་སྡུག་བསྔལ་ལས། གང་སྐྱེས་པ་དེར་སོ་སོར་མ་འདྲེས་པ་མིན་པ་ཡིན་ནོ་ཞེས་ནི་དང། ལས་ག་རེ་བསགས་པ་ཡིན་ནས་དེ་ཨེ་ནས་འབྲས་བུ་དེ་ལས་འབྲས་དེ་བསླུ་བ་ཡོད་མ་རེད་དེ་ཡིན་དུས་རང་སོ་སོ་ལས་དགེ་བ་བྱས་པ་ཡིན་ན་དགེ་བའི་རྣམ་པར་སྨིན་པ་དེ་མྱོང་གི་རེད་མི་དགེ་བ་བྱས་པ་ཡིན་ན་མི་དགེ་བའི་དེ་ནས་འབྲས་བུ་དེ་གས་དེ་སྡུག་བསྔལ་མྱོང་དགོས་ཡར་བ་དེ་ཡིན་དུས་སྨིན་པ་ཡིན་ནོ་གསུངས་རེད་ད་འདི་ནས་ད་དགེ་བ་བཅུ་ནས་གསུངས་རེད་ད་དགེ་བ་བཅུ་དེ་ངོས་བཟུང་གནང་བ་ཡིན་པ་འདྲ། དགེ་བ་བཅུ་ནི་རིན་ཆེན་ཕྲེང་བ་ལས་ད་དབུ་མ་རིན་ཆེན་ཕྲེང་བ་ལས་གསུངས་པ་ཡིན་པར་བ། མི་བཟོད་པ་དང་སྐུ་སྤུངས་དང། ད་མི་མེད་བཟོད་པ་སོགས་སྲོག་གཅོད་སྤངས་པ། སྲོག་གཅོད་སྤངས་པ་མི་བཟོད་པ་དང། སྐུ་སྤང་བ་ཟེར་དུས་དེ་ནི་མེད་སྦྱིན་པ་ལེན་པ་སྤང་བ། གཞན་གྱི་ཕྱུགས་མ་སྤང་བ་ཟེར་དུས་དེ་ནི་འདོད་པའི་ལོག་པར་གཡེམ་པ་སྤང་བ་ཡིན་པ་རེད། ལོག་དང་ཕྲ་མ། རྫུན་གཉིས་དང། ད་དེ། ལོག་དང་ཕྲ་མ་རྫུན་གཉིས་དང་མ་འབྲེལ་སྨྲ་བ། ཡང་དག་དམ་སེང་ངེ་འདི་ལྟ། ངག་གི་ཐིག་གི་སེམས་མ་འདྲ། བརྫུན་ཕྲ་མ། ཕྲ་མ་ཚིག་རྩུབ། ང་རྒྱལ། མ་འདྲེས་སྨྲ་བ་ཡང་དག་དམ་སེང་འདི་དཔེ་ཅི་ང་རྒྱལ་མིན་འགྲོ་ད་དེ་འདྲའི་ང་རྒྱལ་ལ་གསུང་གི་ཡོད་ས་རེད། ལོག་དང་སེང་ངེ་དེ་ཚོ་ད་ཚིག་རྩུབ་འདྲ་བོ་ཡིན་པ་མིན་འགྲོ་ལོག་དང་ཕྲ་མ། བརྫུན་གཉིས་དང་མ་འདྲེས་སྨྲ་བ་ཡང་དག་དམ་སེ་དེ་ངག་གི། མི་དགེ་བ་བཞི་སྟེ་སྤངས་པ་དེ་ནི་བདག། འདི་ངག་གི་མི་དགེ་བ་བཞི་སྤངས་པ་དེའི་ལྡོག་ཕྱོགས་དེ་བདག། དགེ་བ་ཆགས་ཀྱི་ཡོད་རེད་བ། དེ་ཡིན་པ་རེད་བས་ན། ཚིག་གསུམ་སྤངས་ནས་དེ་ནི་གཅིག་འཇམ་པོར་སྨྲ་བ་དང། ཨེ་ནི་ཕྲ་མ་སྤངས་ནས་ཁོམ་པར་འདུན་པ་དང། བརྫུན་སྤངས་ནས་བདེན་པར་སྨྲ་བ་དང། དེ་ནི་མ་འབྲེལ་བར་སྔགས་རྒྱས་སྤངས་ནས་དེ་ནི་གཅིག་ཁ་སྟོང་ལ་རྩོམ་པ་ལ་སོགས་པ་དེ་ཚོ་དེ་དགེ་བ་ཆགས་ཀྱི་ཡོད་རེད་བ་མ་འདྲེས་སྨྲ་བ་ཡང་དག་དང། ཕྱག་དང་བློ་གསུམ་མེད་པ་ལ་ཉིད་ཀྱི་ལྟ་བ་ཡོངས་སྤོང་པ། འདི་དག་ལས་ལམ་དཀར་བཅུ་སྟེ་ཞེས་སོ། དེ་ནི་ཕྱག་དང་སེང་གེ་འདི་ང་ཚོ་བརྣབ་སེམས་ཡིན་པ་རེད་བརྣབ་སེམས། གཞན་གྱི་མདོག་ལ་ཡང་དེ་ནི། ཅེས་ཆགས་པ་དེ་འདྲ་དེ། གཞན་གྱི་ནོར་དེ་ང་ལ་བྱུང་ན་བསམ་པ་ལྟ་བུ་དེ་ཚོ་དག་ཡེ་ནས་བརྣབ་སེམས་བཟུང་དགོས་ར་བ་དེ་ཡིན་དུས་དེ་འདྲས་མ་ཡིན་པ། གཞན་གྱི་ནོར་ལ་ཆགས་པ་སྤངས་པ་ཡིན་ན་ཆགས་པ་སྤངས་པ་དང་དེ་ནས་གནོད་སེམས་མེད་པ་ཟེར་དུས་དེ་ནས། བརྣབ་སེམས་གནོད་སེམས་མེད་པ་ཅེས་དེ་ནི་གནོད་སེམས་མེད་པ་དེ་དག་གཞན་ལ་ཡང་ཅིག་བརྩེ་བ་དང་བྱམས་པའི་བསམ་པ་ལ་སོགས་པ་དེ་འདྲ་ཡོད་པ་ཡིན་ན་དེ་ནི་གནོད་སེམས་མེད་པ་དང། ཉིད་ཀྱི་ལྟ་བ་ཡོངས་སྤོང་པ། འདི་དག་ལས་ལམ་དཀར་བཅུ་སྟེ། ལྟ་བ་ཡོངས་སུ་སྤོང་བ་ཟེར་ཡ་དེ་དག་ཅིག་རྟག་ཆད་ཀྱི་ལྟ་བ་ལ་སོགས་པ་ཡིན་ནའི་འདྲ། ཡང་ན་ཅིག་ལས་འབྲས་ལ་ཡང་ཡིད་མི་ཆེས་པའི་ལྟ་བ་དེ་འདྲའི་བར་སྤངས་ནས་ཨེ་འདྲ་ཅིག་གི་ལས་འབྲས་ལ་ཡིད་ཆེས་པ། དཀར་ནག་རྒྱུ་འབྲས་ཀྱི་ལས་ལ་ཡིད་ཆེས་པ་དེ་འདྲའི་ཅིག་གཟུགས་མེད་རོ། ཡང་དག་པའི་ལྟ་བ་ཟད་ཅིག། འདི་དག་ལས་ལམ་དཀར་བཅུ་སྟེ་ཞེས་སོ། མི་ཆོས་བཅུ་དྲུག་ནི་དགེ་བ་བཅུའི་སྟེང་དུ་ཡང་དེ་ཉིད་ལས་གསུངས་ཟླ་འདིའི་རིན་ཆེན་བྲི་བའི་ལུང་ཡིན་པ་འདྲ། ཆགས་མི་མཐོང་དང་འཚོ་བ་བཟང། རྣམ་སྨིན་ཚད་དང་གོས་སྦྱིན་དང། ཆུ་བོའི་ཆུ་དང་བྱམས་པ་སྟེ་མདོར་ན་ཆོས་ནི་དེ་ཡིན་ནོ། འོ་ད་ཆང་མི་འཐུང་བ་དང། འཚོ་བ་བཟང་བ། དེ་རྣམ་པར་མི་འཚེ་བ་སྲིད་དུ་གཞན་ལ་ཡང་གནོད་འཚེ་མི་བྱེད་ཡ། དེ་ནི་གཅིག་གུས་པ་དང་སྦྱིན་པ་སྲིད་དུ་རང་གིས་གཅིག་བས་ན། དཀོན་མཆོག་གི་ཡུལ། ཨེ་ནི་དེ་བས་ཡུལ་ལ་སོགས་པ་དེ་འདྲས་ལ་ཡང་གུས་པ་བྱེད་ཡ་དང། ཨེ་ནི། ད་ད་ག་ནས་བཞིན་གྱི་སེམས་ཅན་དབུལ་ཞིང་ཕོངས་པ་དེ་ཚོ་ལ་སྦྱིན་པ་བཏང་ཡ་ལ་སོགས་པ། ད་མཆོད་དབུལ་གྱི་གནས་སུ་གྱུར་པ། དེ་ནི་ཅི། ང་རང་ཚོ་ཡོན་ཏན་གྱི་ཞིང་དཀོན་མཆོག་གསུམ་དང་ཙན་དན་གྱི་ཞིང་ཕ་མ་ལ་སོགས་པ་དེ་འདྲས་ལ་ཡང་དེ་ནི། བྱམས་སྐྱོང་བྱེད་ཡ་དང་མཆོད་པར་བྱེད་ཡ་དེ་འདྲས་སྨོན་འགྲོ་ཆུ་བོས་ཆོས་དང། བྱམས་པ་དེས་ད་དེ་ཚོ་ལ་པའི་སེམས། བདེ་བ་ལྡན་འདོད་ཀྱི་བྱམས་པའི་སེམས་དང་ལྡན་པ། ད་དེ་ཚོ་ཡིན་ན་མདོར་ན་ཆོས་ནི་དེ་ཡིན་ནོ་ཞེས་གསུངས་སོ། ད་དེ་ཡིན་དུས། དགེ་བ་བཅུ་དང་དེ་ནི་དེའི་སྒང་ལ་དེ་ནི་མི་སྤྱོད། ད་མི་གཡོ་བའི་ལས་ནི་སློབ་དབང་འཕགས་པ་ལས། འདོད་སྤྱོད་དགའ་དང་བདེ་དང་སྡུག་བསྔལ་དག། རྣམ་པར་སྤངས་པའི་བསམ་གཏན་བཞི་པོ་ཡིས། ཚངས་དང་འོད་གསལ་བདག་དང་དགེ་རྒྱས་དང། འབྲས་བུ་ཆེ་ལ་རྣམས་དང་སྐལ་མཉམ་ཐོབ་ཅེས་སོ། བརྡ་འདི། འདོད་སྤྱོད་ཟེར་ན་འདོད་པ་ན་སྤྱོད་པའི་བརྡ་འདོད་པས་ནི་བདེ་བ་བདེ་བ་ལ་སོགས་པ་དེ་འདྲས་ལ་ཆགས་ཞེན་མེད་པ། དེ་འདྲས་ལ་བརྟེན་ནས་དེ་ནི་འདོད་པའི་སེམས་ལ་ཡང་དེ་ནི་ཅིག་རགས་པ་དང་ཨེ་ནི།

ནས་ནི་ཏིང་ངེ་འཛིན་ལ་མཉམ་པར་བཞག་པ་དང། དེ་འདྲ་ལ་བརྟེན་ནས་དེ་ནི་ཚངས་དང་འོད་ཟེར་དག་དང་དགེ་རྒྱས་དང་འབྲས་བུ་ཆེ་ལ་རྣམས་དང་སྐལ་མཉམ་ཐོབ་སྲིད་པའི་ཚ་ནི་དེ་ནི་གཟུང་ཁམས་ཀྱི་དག། དེ་འདྲའི་གི་ལྷ་དེ་ཚོའི་འབྲས་བུ་ཆེ་བའི་ལྷ་ལ་སོགས་པ་དེ་ཚོ་དག་གཟུང་ཁམས་ཀྱི་རོ། གཟུང་ཁམས་དང་དེ་ནི་གཟུགས་མེད་ཀྱི་ཁམས་ལ་སོགས་པ་དེ་འདྲའི་གི་ལྷ་དེ་ཚོ་དང་སྐལ་པ་མཉམ་པའི་འབྲས་བུ་ཐོབ་ཀྱི་རེད། དེ་གསུངས་པ་ཡིན་པ་ན་སྐལ་མཉམ་ཐོབ་ཅེས་སོ། མེད་ཀྱི་བཅུ་ནི་མཛོད་ལས། སྲོག་གཅོད་པ་ནི་བསམ་བཞིན་དུ། མ་ནོར་གཞན་ནི་བསད་པའོ། མ་བྱིན་ལེན་པ་གཞན་གྱི་ནོར། མཐུ་དང་རྗེས་བསྐུལ་དེ་ལྟར་བྱེད། སྒྲོན་མེ་འགྲོ་བར་འདོད་པ་ཡི། ལོག་པར་གཡེམ་པ་རྣམ་པར་ཞི། རྫུན་གཟིགས་འདུས་ཤེས་གཞན་བསྒྱུར་པའི། མིག་རྣ་ཡིད་ཀྱི་རྣམ་ཤེས་དང། གསུམ་གྱིས་ཉམས་སུ་མྱོང་གང་དེ། མཐོང་ཐོས་རྣམ་པར་ཤེས་པ་དང་རྟོག་པ་ཡིན་ཏེ་རིམ་བཞིན་ཤེས། ཕྲ་མ་ཕ་རོལ་དབྱེ་བའི་ཕྱིར། ཉོན་མོངས་ཅན་གྱི་སེམས་ཀྱི་ཚིག་ཚོགས་པོ་ནི་མི་སྙན་པ། ཉོན་མོངས་ཅན་ཀུན་སྐྱེ་བ་ནི་གཞན་ནི་དེ་ལས་གཞན་ཉོན་མོངས། ཁ་གསག་གླུ་དང་ཟློས་གར་བཞིན་བསྟན་བཅོས་ངན་བཞིན་བརྣབ་གསུམ་ནི། ལོག་པའི་གཞན་གྱི་ནོར་ལ་ཆགས། གནོད་སེམས་སེམས་ཅན་ལ་བཏང་བ། དགེ་དང་མི་དགེ་མི་ལྟ་བ། ལོག་པར་ལྟ་བ་ཡིན་དེ་ལ་གསུམ་མམ་བདུན་གྱི་ལས་ཀྱང་ཡིན། མིད་པར་ལྟ་བའི་རྩ་བ་གཅོད་ཅེས་སོགས་གསུངས་རེ་ད་འདི་སྐད་དེ། གཙོ་བོ་དེ། ད་མི་དགེ་བ་གཅོད་དེ་གསུང་གི་འདུག་བ་དང་པོ། སྲོག་གཅོད་པ་ནི་བསམ་བཞིན་དུ་ད་སྲོག་གཅོད་པ་ཟེར་མཁན་དེ་ལ་ད་སྤྱི་བཏང་གི་ང་རང་ཚོ་མི་དགེ་བའི་ལས་ག་རེ། དེ་ལ་ཡང་གཞི་བསམ་སྦྱོར་བ་མཐར་ཐུག་གསུམ་ཚང་བ་ཡིན་ན་དེ་ནི་མི་དགེ་བ་ཆགས་ཡོང་གི་ཡོད་པ་ཡིན་དུས་དང་པོ་སྲོག་གཅོད་ཟེར་མཁན་དེའི་བསམ་པ་ཀུན་སློང་གི་སྒོ་ནས་ད་ངས་འདིའི་སྲོག་དེ་གཅད་དགོས་བསམ་པའི་དེ་ནི་བསམ་པའི་ཀུན་སློང་ཡོད་བསྡད་པ་ཡིན་པ། ནི་ཡང་གཅིག་བསད་སའི་ཡུལ་དེ་དེ་མ་ཡིན་པ་ཡིན་ནའི་ནོར་ནི་བསད་པ་དེ་འདྲ་ཡིན་ན་ད་དེ་ཡང་བསྡད་ཟིག་ཨེ་ནི་གོ། ཞེ་གསུམ་སྦྱོར་བ་མཐར་ཐུག་དེ་གའི་དེ་ཚང་གི་མེད་པར་བ་དེ་ཡིན་དུ་མ་ནོར་བྱས་ནས་བསད་པའོ། ཅེས་དང་པོ་དེ་འདི་བསད་དགོས་བསམ་པ་དེ་གོ་རེ་མཐར་ཁོ་རང་བསད་པའི་བྱ་བ་དེ་ལ་འཇུག་ནས་དེ་བསད་པ་ལྟ་བུ་དེ་བསད་པ་རེད། ད་མ་བྱིན་པ་ལེན་པ་ཟེར་ངན་འདི། གཞན་གྱིས་བདག་ཏུ་བཟུང་བའི་ནོར་རྫས། དེ་མཐུ་དང་འཇམ་པོས་བདག་གིར་བྱེད་ཟེར་དུས། ད་འདི་འདྲ་ཡིན་མ་གྲགས་ཅིག། སྔ་མོ་ཡིན་ནའི་བར་ནས་ཆགས་པ་བརྒྱབ་ཟིན་ནི་དེ་འདྲ་ཡོད་རེད་བ། དེ་རང་གི་ཅིག་ཐུགས་དང་སྟོབས་ཤུགས་དེ་འདྲས་ལ་བརྟེན་ནས་དེ་ནི་གཞན་གྱི་ནོར་དེ་ཚོ་བཙན་པོ་དབང་ཡོད་ཀྱི་ཐོག་ནས་འཕྲོག་འགྲོ་ཡ་དེ་ཚོ་ད་ཐུགས་ལ་བརྟེན་ནས་འཕྲོག་པ་དེ་འདྲས་དང་ཡང་ཁ་ཤས་ཅིག་མིས་ཧ་མ་གོ་བའི་ཐོག་ནས་ག་ལིའི་གི་ཐོག་ནས་དེ་ནི་མཚན་མོ། ད་དེ་འདྲས་ཀྱི་གོ་སྐབས་རེ་བོ་བེད་སྤྱད་ནས་ཨ་ནི། གཞན་གྱི་ནོར་འཕྲོག་པ་ལ་སོགས་པ་དེ་འདྲས་བྱས་ཏེ་འཇབ་རྒོལ་ལྟ་གིར་བྱེད་ཡས་ཟེར་ནས་འདི་གསུངས་པ་ཡིན་པ་འདྲ། སྒྲོལ་མས། འགྲོ་བར་འདོད་པ་ཡིས་ལོག་པར་ཡིན་པ་རྣམ་པར་སྤངས་ཡོང་ཟེར་ད་ཅིའི་བགྲོད་བྱའི་ཡུལ་མ་ཡིན་པ་ལྟ་བུ་ད། རང་གིས་བདག་ཏུ་བཟུང་བའི་ཆུང་མ་མ་ཡིན་པ་ད་དེ་འདྲས་ལ་ཡ་དེ་ནི་ཨེ་ནི་བགྲོད་པ་ཡིན་ན་དེ་ནི་ལོག་པར་ཡིན་པ་ཡིན་ནི་གསུངས་པ་ཡིན་པ་འདྲ། གཟུགས་འཛིན་འདུས་ཤེས་གཞན་གྱུར་པས། ད་འདི། རྫུན་གྱི་ཚིག་ཟེར་མཁན་འདི་སེམས་ཅན་གཞན་གྱི་འདུས་ཤེས་བསྒྱུར་ཐུབ་པ་ཅིག་དགོས་ཀྱི་ཡག་ཡིན་པ་རེད་དཔེ་ཆ་ཆ་ན་སྐྱག་རྫུན་ཞིག་བཤད་ནས་མི་གཞན་གྱིས་དེ་ལ་ཡག་ཡིད་ཆེས་སྐྱེ་ཐུབ་པ་ཅིག་ཨེ་ནི་ད་དེ་འདྲས་ཅིག་དགོས་ཀྱི་ཡག་རེད་བ། མིག་ན་ཡིད་ཀྱི་རྣམ་ཤེས་དང་གསུམ་གྱི་ཉམས་སུ་མྱོང་གང་དེ། ཨེ་ནི། མཐོང་ཐོས་རྣམ་པར་ཤེས་པ་དང་རྟོག་པ་ཡིན་ཏེ། རིམ་བཞིན་ཤེས། ད་འདི་ཡིན་དུས་རྫུན་གྱི་ཚིག་ད་ག་ལྟར། མཐོང་བ་དང་ཐོས་པ། ཐོག་ཐོག་པ་ལ་སོགས་པ་ག་འདྲའི་གཅིག་གི་སྒོ་ནས་ཤེས་པ་ཡིན་ནའི་ཕ་རོལ་པོའི་ཤེས་སའི་ཡུལ་དེའི་འདུ་ཤེས་དེ་འགྱུར་ཐུབ་པ་ཅིག་བྱུང་བ་ཡིན་ན་དེ་ནི་རྫུན་ཆགས་འགྲོ་གི་ཡོད་སྲིད་ཡིན་པར་དེ་ཡིན་དུས་རྩ་ནས་བཟློག་པ་ཡིན་ཏེ་རིམ་བཞིན་ཤེས། ཕྲ་མ་བཟང་ངན་འདི་ཨ་ནི་ཕ་རོལ་པ་གཞན་མཐུན་པ་ཉིད་དེ་ནི་མི་མཐུན་པ་བཟོ་ཡག་གི་ཆེད་དུ་དང་དེ་ལ་ཡང་སྐད་ཆ་འདྲ་མི་འདྲ་འདི་འདྲ་བཟོས་ནས་ཨ་ནི་མཐུན་པ་དེ་བར་དབྱེ་བར་བྱེད་པ་དེ་ཕྲ་མ་ཡིན་པ་རེད་ཕྲ་མ་ཕ་རུ་དབྱེ་བའི་ཕྱིར། ཉོན་མོངས་ཅན་གྱི་སེམས་ཀྱི་ཚིག། ཚིག་རྩུབ་པོ་ནི་མི་སྙན་པ། ད་དེ་ཐམས་ཅད་ད་ཅིག། ཚིག་རྩུབ་ཟེར་མཁན་དེ་སྤྱིར་བཏང་གི། ནི་ཚིག་རྩུབ་པོ་དེ་ཡིན། དེ་ནི་སེམས་ཞེ་སྡང་གི་ཀུན་སློང་ལ་སོགས་པ་དེ་འདྲས་ཀྱི་ཀུན་ནས་བསླངས་ནས། པའི་མི་གཞན་ལ་ཡང་ཚིག་རྩུབ་པོ་ཅིག་བཤད་ནས་ཕ་རོལ་པོ་རྣ་བའི་ལམ་དུ་ཡང་དེ་ནི་མི་སྙན་པའི་སྒྲ་དེ་ཐོས་ཡོང་པ་ནི་དེ་འདྲའི་ཅི་རེད་གསུང་གི་ཡོད་ས་ནི་ཚིག་རྩུབ་པོ་ནི་མི་སྙན་པ། ཉོན་མོངས་ཅན་ཀུན་སྐྱེ་བ་ཉིད་ཟེར་ད་འདི་སྤྱི་བཏང་ང་རང་ཚོ་ང་རྒྱལ་གསུང་ང་དེ་རེད་བ། ང་རྒྱལ་འདི་གཙོ་བོ་འདི་ད་སྤྱིར་གི།

བསྟན་བཅོས་ཉན་བཞིན་རྣམ་གསུམ་ནི། ལོག་པའི་གཞན་གྱི་ནོར་ལ་ཆགས། ད་རྣམ་གསུམ་སེམས་ངན་འདི། ཨེ་ནས་གཞན་གྱི་ནོར་རྫས་ལ་ཡ། ད་གཞན་གྱི་ནོར་དེ་ངའི་ཡིན་ན་བསམ་པ་ལྟ་བུ་གཞན་གྱི་ནོར་ལ་ཆགས་པའི་བསམ་པ་འདི་དེ་རེད་གསུང་གི་ཡོད་མ་འདྲ། གནོད་སེམས་སེམས་ཅན་ལ་བཏང་བ་སེང་ད་གནོད་སེམས་ཟེར་ངན་འདི་གཙོ་བོ་ད་ཞེ་སྡང་གི་ཀུན་ནས་བསླངས་པས་དེ་ནི་སེམས་ཅན་ལ་ཡ་དེ་ནི་ཞེ་སྡང་བ་དེ་ཡིན་པ་རེད་དགེ་དང་མི་དགེ་མེད་ལྟ་བ། ལོག་པར་ལྟ་བ་ཡིན་དེ་ལ་སྲིད་དུ་ལྟ། དགེ་བའི་ལྟ་མི་དགེ་བ་མེད་པར་ལྟ་བ་དག། དཀར་པོ་དགེ་བ་བསྒྲུབས་ནས་ཕན་ཡོང་མ་རེད་བསམ་པ་དང་དེ་ནི་ནག་པོ་མི་དགེ་བ་བྱས་ནས་སྡིག་པ་ཡོང་མ་རེད་བསམ་པ་ལྟ་བུ་དེ་འདྲས་ཀྱི་དགེ་དང་མི་དགེ་མེད་པར་ལྟ་བ་དེ་དེ་ལོག་པར་ལྟ་བ་རེད་ཡིན་དེ་ལ། གསུམ་ལམ་བདུན་ནི་ལས་ཀྱང་ཡིན་སྲིད་ལྟ་དེ་སྐད་དེ། ཁ་ཅིག་དེ་ལས་རེད་ཁ་ལས་ཟེར་ནས་ད་ལུས་ངག་གི་ལས་རེད་བ་ཨེ་ནས་དུས་གསུམ་མམ་དུས་ནི་ལས་ཀྱང་ཡིན་སྲིད་དུ་ཙང་ནས་དེ་ནི་ལུས་ངག་གི་སྒོ་ནས་བསགས་པའི་ལས་ཡིན་དུས་དེས་དུས་ནི་ལས་རེད་གསུང་གི་ཡོད་ས་རེད་ད་ང་རང་སུ་དཔེར་ན་ངག་གི་རྫུན་ཕྲ་མ་ཙིག་ཙུག་ལ་སོགས་པ་བཞི་ད་ཨེ་ནས། དེ་ནས་དེ་རེ་བ་དང་དག་སོགས་བརྗོད། མ་བྱིན་ལེན་མི་ཚངས་སྤྱོད་ལ་སོགས་པ་དེ་ཚོ་ལས་ཆགས་འགྲོ་གི་ཡོར་བ་དེ་ལུས་ངག་གི་ལས་ཆགས་འགྲོ་གི་རེད། ཨེ་ནི་གཞན་དག་དེ་སྐད་དེ་ང་རང་ཚོ་གཙོ་བོ་ཨེ་ནི་སེམས་ཀྱི་དག་ཀུན་རྟོག་དང། ཉོན་མོངས་པའི་དག་དེ་འདྲེས་ཀྱི་སེམས་སྦྱོར་བ་དེ་ཡིན་དུས། མེད་པར་ལྟ་བའི་རྩ་བ་གཅོད། དག་མེད་པར་ལྟ་བ་ཟེར་ངན་དེ་ལོག་ལྟ། དག་ལོག་ལྟ་དེ་མེད་ཀྱི་བཅུ་ལས་ལོག་ལྟ་གཅིག་གསུང་གི་འདུག་ག་དེ་ཡིན་དུས་ལོག་པར་ལྟ་བ་དེ་ཨེ་ནི། དེའི་ནང་ཚོ་དགེ་བའི་རྩ་བ་དེ་བཅད་འགྲོ་གི་རེད་གསུང་གི་ཡོད་ས་རེད་མེད་པར་ལྟ་བའི་རྩ་བ་གཅོད་ཅེས་སོ། མཚན་མེད་ལྔ་ནས་དཔུང་བསགས་ལས། གང་ཞིག་དགྲ་བཅོམ་ཕ་མ་གསོད་པ་དང་ཐུབ་པའི་དགེ་འདུན་གཡས་ནས་འབྱེད་པ་དང་དེ་བཞིན་ཞིང་ལ་བདའ་བའི་སེམས་ཀྱིས་སོ། གང་ཞིག་མི་རྟག་སྐུ་ཚེ་འབྱིན་བྱེད་པ། ཤིན་ཏུ་མི་བཟད་པ་ཡི་ལས་འདའ་ནི་དགེ་བའི་མཚན་མེད་ལྔ་པོ་ཡིན་པར་བཞེད། ད་འདིའི་མཚན་མེད་ཀྱི་ལས་ལྔ་དེ་གསུང་གི་འདུག་བ། དགེ་སློང་དགྲ་བཅོམ་འཕགས་མ་གསོལ་བ་དང། ཐུབ་པའི་དགེ་འདུན་དབྱེན་ནི་འབྱེད་པ་དང་དགེ་འདུན་འཁོར་ལོ་དབྱེན་འབྱེད་པ་དང། དེ་བཞིན་གཤེགས་པ་ལ་སྡང་བའི་སེམས་ཀྱིས་དེ་བཞིན་གཤེགས་པའི་སྐུ་ཚན་འབྱིན་པ་དང། ད་འདི། དེ་ལྟ་བུ་མི་དགེ་བའི་ལས་ལྔ་པོ་འདི། ད་མཚམས་མེད་ཀྱི་ལས་ལྔ་པོ་འདི་ག་རེ་ཟ་ན་ད་གཅིག། མཚམས་མེད་གསང་གནས་ཀྱི་གང་ཟག་འདི། དེ་ནི་བར་དོ། བར་དོའི་གནས་སྐབས་ལྟ་བུ་དེ་འདྲ་མེད་པ་ད་དངོས་གནས་གཅིག། ཚེ་འཕོས་མ་ཐག་ཏུ་ཉེ་བར་སྐྱེས་ཡག་གི་དེ་འདྲས་ཀྱི་ཡིན་དུས་ཙང་ནས་དེ་ནི་མཚམས་རྨིས་པའི་ལས་བྱས་ནས་དེ་འདྲས་གསུང་གི་ཡོད་ས་རེད་རྒྱལ་བས་མཚམས་རྨིས་ལྔ་པོ་ཡིན་པར་ཞིག་གཅེས་སོ། དེ་དང་ཉེ་བར་ལྔ་ནས་སློབ་དཔོན་གྱིས་གཉིས་ཀྱི་ཞལ་ནས། མ་དགྲ་བཅོམ་མ་སུན་བྱས། མ་དགྲ་བཅོམ་མ་སུན་བྱས་དང་བྱང་ཆུབ་སེམས་དཔའ་ངེས་གནས་དང། སློབ་པ་སུ་དང་དགེ་འདུན་གྱིས། འདུ་བའི་སྒོ་ནས་འཕྲོག་པ་དག། མཚམས་ཡིན་པ་དང་ཆ་འདྲ་སྟེ། ལྔ་པ་ཆོས་ལྡན་འཇིགས་པ་ཡིན། ད་འདི་ཉེ་བའི་མཚམས་ཡིན་དེ་གསུངས་པ་རེད། ད་ཡིན་ན་ཡང་འདི་སྤྱི་བཏང་གི་གོ་བདེ་པོ་འདྲ་བོ་ཞུས་ན་དམ་དག་ང་རང་ཚོ་ཆགས་མེད་བདེ་མོང་གི་ནང་དེ་ཨེ་ནས་དགེ་སློང་གི་རྫུན་བསད་དང་རྩུབ་མ་ཕབ། སྐུ་གཟུགས་མཆོད་རྟེན་ལྷ་ཁང་བཞེངས་ལ་སོགས་ཉེ་བའི་མཚམས་མེད་སྡིག་བྱེད་མཐོལ་ལོ་བཤགས། གསུང་ཡ་རོ་བ་ད་དེའི། གོ་བདེ་པོ་འགྲུབ་བོ་ཅན་ན་བ་ད་དེའི་ཉེ་བའི་མཚམས་མེད་པ་ང་བོ་དེ་དེ་སྐད་ཡིན་པ་རེད་ཅེས་སོ། ལས་དེ་རྣམས་ཀྱང་རྣམ་སྨིན་དང་རྒྱུ་མཐུན་དང་དབང་གི་འབྲས་བུ་རྣམས་སྨིན་པའི་ཚུལ། སོ་སོར་ཤེས་པར་བྱ་ཞིང། བདག་དེ་ཚོ། ལས་འབྲས་དེ་ཚོ་སོ་སོ་ལ་ཅིག་བདག། ལས། མི་དགེ་བ་བསགས་པའི་རྣམ་དབྱེ་ལ་བརྟེན་ནས་དེ་ནི། རྣམ་དབྱེ་དང་རྒྱུ་མཐུན་གྱི་དང། དབང་གི་འབྲས་བུ་དང། ཨེ་ནི། ད་དེ་ལ་ཡང་ཅིག་ང་རང་ཚོ་སྣང་ཚུལ་རྣམ་པར་སྨིན་ཚུལ་དེ་ལ་ཡང་ཁ་ཁ་ཞིག་གསུང་གི་ཡོད་རེད་བ། ཨེ་ནི་ང་རང་ཚོ་ཅིག། ཨེ་ནི། སྐྱེ་བ་འདི་ལ་ཡང། ཨེ་ནི། འབྲས་བུ་ལས་མི་དགེ་བ་ལྟ་བུ་ཅིག་བསགས་པ་ཡིན་ན་ཨ་ནི་དེས་སྐྱེ་བ་ཕྱི་མ་དེ་ལ་ཡང་ཉེ་བ་ལྟ་བུ་ལ་སྐྱེ་བས་ཡིན་ན་དེས་རྣམ་པར་སྨིན་པ་དེ་འབྲས་བུ་སྡུག་བསྔལ་འདི་ཡིན་པར་བ་དང་དེ་ལ་ཡང་རྒྱུ་མཐུན་གྱི་འབྲས་བུ་ཟིལ་ངན་འདི་ལྟ་བས་ན་ང་རང་ཚོ་དམྱལ་བ་སྐྱེ་བྱེད་ཀྱི་ལས་མི་དགེ་བ་ག་རེ་ཡིན་ནས་བསགས་པ་ཡིན་པ་དེས་དེ་རྒྱུ་དེ་དང་མཐུན་པའི་འབྲས་བུ་གཅིག་འབྲས་བུ་དུམ་བུ་གཅིག་ཉམས་སུ་མྱོང་བ་ཡིན་དུས་རྒྱུ་དུམ་གྱི་འབྲས་བུ་ཟེར་མཁན་དེ་འདྲ་ཡོང་གི་ཡོད་པ་ཡིན་མི་འདྲ། ད་དེ་ཡིན་དུས་དེ་ནི་དབང་གི་འབྲས་བུ་ཟེར་མཁན་འདི་དེ་ནི་གཅིག་ང་རང་ཚོ་དཔེར་ན་གལ་སྲིད་ཨེ་ནས། ད། ཚེ་འདི་ལ། སྲོག་གཅོད་ཀྱི་ལས་ལ་སོགས་པ་དེ་འདྲས་བྱས་ནས། འབྲས་བུ་དམྱལ་བ་ལ་སོགས་པ་དེ་འདྲེན་ལ་འགྱེད། ནི་དེ་ནས་དམྱལ་བ་དེ་ནས་ཐར་ནི་ཅིག་ང་ཚོ་མི་ཡི་ལུས་རྟེན་ལྟ་བུ་ཐོབ་པ་ཡིན་ན་ཡང་དེ་ཡི་སྐབས་ལ་ཡང་དེ་ནི་ཡང་ང་རང་ཚོ་དེ་ནི་བྱིས་པ་རྒྱུད་དོན་དང་མྱོང་བ་རྒྱུད་དོན་ཟེར་ནི་འདྲ་བོ་དེ་འདྲེ་ཡུལ་དུས་རྩ་ནས་ནི་ཅིག་རང་གི་ཚེ་འདི་ལ་ཡིན་ནས་ནི་ཚེ་ཐུང་ཐུང་ཡོང་ཡག་དང་ནི་ནད་མང་པོ་ཡོང་ཡག་ལ་སོགས་པ་དེ་འདྲེ་དང། ཨ་ནི་དེ་བཞིན་གྱི་ཅིག། ཚེ་འདི་ལ་ཡིན་ན་ཡང་ཡིན་སྲོག་གཅོད་ཀྱི་ལས་ལ་དགའ་བོ་ཡོང་ངེས་དེ་འདྲས་ཀྱི་ད། ཨེ་ནི་དེ་འདྲས་ཡོང་ཡག་གི་རྒྱུ་མཚན་དེ་འདྲས་གསུངས་འདུག་བ་འོ་དེ་འདྲས་ཡིན་དུས། ད་རྣམ་དབྱེ་དང་རྒྱུད་དོན་དང་དབང་གི་འབྲས་བུ་རྣམས་སྨིན་པའི་ཚུལ་སོ་སོར་ཤེས་པར་བྱ་ཞིང། ཞིང་དང་བསམ་པ་དང་དངོས་པོ་ཆེ་ཆུང་གི་དབང་གིས། མཐོང་ཆོས་སུ་མྱོང་བ་དང་སྐྱེས་ནས་མྱོང་བ་དང་ལན་གྲངས་གཞན་ལ་མྱོང་བ་དང་མྱོང་བ་མ་ངེས་པ་རྣམས་ཡོད་དེ། འོ་ད་དེའི་ལས་ཀྱི་འབྲས་བུ་རྣམ་པར་སྨིན་པའི་མྱོང་ཚུལ་དེ་ཡོན་ཡང་དེ་ལ་ཡང་དེ་ནི། ལས་ཚབས་ཆེན་པོ་བསགས་པ་དེ་འདྲ་ཡིན་ན་དགེ་བ་ཡིན་ནས་འདྲ་མི་དགེ་བ་ཡིན་ནས་ག་རེ་ཡིན་ནས་མཐོང་ཆོས་ཚེ་འདི་ལ་ཡང་དངོས་སུ་ཚེ་འདིར་རང་ལ་མཐོང་ཆོས་གཙོ་བོ་འབྱུང་གསུངས་པ་ནང་བཞིན་གྱི་ཚེ་འདིར་རང་ལ་དངོས་སུ་མྱོང་བ་དེ་འདྲའི་ཡོང་གི་ཡོད་ས་རེད་མཐོང་ཆོས་སུ་མྱོང་བ་དང། དེ་ནི་ཁ་ཤས་ནི་དེ་ནས་ཚེ་འདི་ལ་དངོས་སུ་མ་མྱོང་པ་ཡིན་ན་ཡང་སྐྱེ་བ་ཕྱི་མ་དེ་ལ་འབྲས་བུ་དེ་མྱོང་དགོས་ཀྱི་ཡོད་པ་ཡིན་དུས་སྐྱེས་ནས་མྱོང་བ་དང། བདག་གི་ཁ་ཤས་ཡང་ལས་དེའི་ཚེ་བསགས་པ་དེ་ཚོ་ཡིན་ན། ལན་ནི། སྐྱེ་བ་ཕྱི་མའི་ཕྱི་མ་ཕྱི་མའི་ཕྱི་མ་ལ་སོགས་པ་དེ་ལྟ་བུའི་ལན་གྲངས་གཞན་ལ་མྱོང་བ་དང་དེ་འདྲས་ཡོང་གི་ཡོད་ས་རེད། ཡང་མྱོང་བ་མ་ངེས་པ་ཡང་ཡོད་གསུངས་ཡ་དེ། སྤྱིར་གྱི་ལན་མི་དགེ་བ་ལྟ་བུ་གཅིག་བསགས་པ་ཡིན་ན་ཡང་དེ་ནི་རང་གི། ཚེ་འདི་ལ་ཡང་མི་དགེ་བ་དེ་ཚོ་ལ་ཡང་འགྱོད་པ་དང་བཤགས་པ་ཡག་པོ་བྱེད། ཨ་ནི་དེ་འདྲས་ཀྱི་གཅིག་བྱས་པའི་མཐུ་ལ་བརྟེན་ནས་ཡང་དེ་ལས་དེ། དངོས་སུ་མྱོང་མི་དགོས་པའམ་ཡང་ན་དེ་དང་ཆ་འདྲ་བ་ཙམ་རེ་མྱོང་མི་དགོས་པ་དེ་འདྲའི་ལས་ཡོང་གི་ཡོད་ས་རེད། ཨ་ནི་ཡང་ཅིག། ལས་དགེ་བ་ལྟ་བུ་ཅིག་ལ་ཆ་མཚོན་ནས་བཤད་ན། ཨ་ནི་ཅིག་ཡང། དངོས་གནས་བྱས་ན་རང་ལ་ཡང་འབྲས་བུ་ཕུན་སུམ་ཚོགས་པ་ཅིག་ཐོབ་ཡག་ཡོད་པ་ཡིན་ན་ཡང། ཨ་ནི་རང་གིས་དགེ་བ་བྱས་པའི་རྗེས་ལ་དེ་ལ་ཡང་ཅིག་ད། ཁོང་ཁྲོ་ཤུགས་ཆེན་པོ་ཟ་བ་ལ་སོགས་པ་དང་ཡང་ན་ཅིག་ལོག་ལྟ་སྐྱེས་པ་ལ་སོགས་པ་དང་ཡང་ན་ཅིག། ཨ་ནི་དེ་འདྲས་ཀྱི་ཅིག་བརྟེན་ནས། ཨ་ནི་ཡང་དེའི་འབྲས་བུ་བཟང་པོ་དེ་མྱོང་ཡ་མེད་པ་དེ་འདྲའི་ཆགས་འགྲོ་འགའ་དེ་འདྲའི་མྱོང་གི་ཡོད་ས་རེད་དེ་འདྲའི་ཡིན་དུས་མྱོང་བ་མ་ངེས་པ་ཡང་ཡོད་དེ། སློབ་དཔོན་འཕགས་པའི་གསུང་དང་འདི་མགོན་པོ་ཀླུ་སྒྲུབ་ཀྱི་གསུང་ཡིན་པ་རེད། རྟགས་དང་མངོན་པར་ཞེན་དང་གཉེན་པོ་མེད། ཡོན་ཏན་གཙོ་འདྲེན་བཞི་ལས་འབྱུང་བའི་ལས། བགེགས་དང་ནད་ཀྱི་སྔགས་མ་ཆེན་པོ་སྟེ་དེ་བས་དགེ་བ་སྦྱོར་ལ་རྩོམ་པར་གྱིས། ད་སྤྱིར་བཏང་གི་ལས་དགེ་བ་ཡིན་ནའི་འདྲ་སྡིག་པ་ཡིན་ནའི་འདྲ། ཁོ་དུས་རྟག་ཏུ་ད་དཔྱད་པ་ཡིན་ན་དེ་དུས་ཀྱི་ཐོག་ནས་བཤད་པ་ཡིན་ན་རྟག་ཏུ་དཔྱད་ངེས་དེ་ལ་ཡང་དེ་ནི་དཔེར་ན་ང་རང་ཚོ་མི་དགེ་མི་དགེ་བ་འབྲས་བུ་ཅིག་བསགས་པ་ཡིན་ནའི་མི་དགེ་བ་དེ་དུས་རྟག་ཏུ་མི་དགེ་བ་དེ་རང་བསགས་པ་ཡིན་ན་ཨེ་ནི་དེས་མི་དགེ་བ་དེ་ལྕི་བ་ཅིག་ཆགས་ཀྱི་ཡོད་ས་རེད། དེ་ནི་མངོན་པར་ཞེན་པ་སེ་དུས་རྩ་ནས། མི་དགེ་བ་དེ་ལྟ་བུ་བྱེད་ཡག་ལ་དཔེ། དཔེ། ཅི་གར་སོགས་རེད་ད། འགྱོད་པ་དང། འཚེར་སྣང་འདྲ་བོ་ཁྱོན་ནས་མེད་པ། ཨ་ནི་དེ་ལ་ཡང་དགའ་ཞིང་སྤྲོ་བཞིན་དུ་འཇུག་པ་ཡིན་ན་དེ་ནི་མངོན་པར་ཞེན་པ་ཆགས་ཀྱི་ཡོད་ས་རེད། ཨ་ནི་ཡང་མི་དགེ་བ་དེ་འདྲའི་ལ་འཇུག་པའི་སྐབས་ལས། འོ་ད་ད་ལྟ་ངས་འགྲིག་མ་སོང་བསམ་པའི་དེ་ལྟ་བུ། འགྱོད་སེམས། དེ་འདྲའི་གཉེན་པོ་བསྟེན་མ་ཐུབ་པ་དེ་འདྲའི་ཆགས་པ་དང། དེ་ནི་ད། ཡོན་ཏན་གྱི་ཞིང་དཀོན་མཆོག་གསུམ་ལ་སོགས་པ་དང། དེ་ནི་གཅིག་གི་ཞིང་གི་ཁྱད་པར་གྱི་ཐོག་ནས་བཤད་པ་ཡིན་ན་དེ་ནི་རང་གི་རྩ་བ་འདྲེན་པའི་ཞིང་ཡེ་ནས་གཙོ་འདྲེན་གྱི་ཞིང་ཕ་མ་ལ་སོགས་པ་དེ་འདྲའི་ལ་བརྟེན་ནས་ལས་བསགས་པ་ཡིན་ན་དེ་ནི་ལས་དགེ་བ་བསགས་པ་ཡིན། དགེ་བ་དེ་སྟོབས་ཆེན་པོ་ཡོང་གི་ཡོད། ཡེ་ནས་ལས་མི་དགེ་བ་བསགས་པ་ཡིན། དེའི་འབྲས་བུ་རྣམ་པར་སྨིན་པ་དག་དེ། སྟོབས་ཆེན་པོ་ཡེ་ནས་གཅིག་གི་རྣམ་པར་སྨིན་པ་མི་ཟད་པ་མྱོང་གི་ཡོད་པ་དེ་འདྲ་ཡིན་མ་གྲགས། དེ་བས་དགེ་བ་ཅོག་ལ་རྩོམ་པར་གྱིས། ཞེས་གསུངས་སོ། བཞི་པ་སྲིད་པ་ལ་བདེ་བར་འཛིན་པའི་གཉེན་པོ་འཁོར་བའི་ཉེས་དམིགས་བསམ་པ་ནི། དམྱལ་བ་དང་ཡི་དྭགས་དང་དམྱལ་བ་ཡི་དྭགས་དེ་བཞིན་དུ་འགྲོ་དང། མི་དང་ལྷ་མིའི་ལྷ་རྣམས་གར་སྐྱེས་ཀྱང་ཚ་གྲང་བཀྲེས་སྐོམ་བླུན་རྨོངས་སྐྱེ་འཆི་སོགས། འཐབ་རྩོད་འཆི་འཕོ་སྡུག་བསྔལ་དག་གི་ཟིལ། དག་གི་ཟིལ། དག་འདི་ཡིན་པ་རེད་དེ་ཡིན་དུས་དང། སྲིད་པ་ལ་བདེ་བར་འཛིན་པའི་གཉེན་པོ་འཁོར་བའི་ཉེས་དམིགས་བསམ་པ་ནི། དམྱལ་བ་དང་ཡི་དྭགས་དང་དེ་བཞིན་དུ་དུད་འགྲོ་དང། མི་དང་ལྷ་མིན་དང་ལྷ་རྣམས་ཏེ་རིགས་དྲུག་གི་གནས་རིགས། གར་གྱིས་ཀྱང་བདེ་བའི་གོ་སྐབས་མེད། བདེ་བའི་གོ་སྐབས་མེད་པ་ག་རེ་རེད་ཟེར་ན་དེ་ནི་དམྱལ་བ་ལ་སྐྱེས་པ་ཡིན་ན་ཚ་གྲང་གི་སྡུག་བསྔལ་མྱོང་གི་ཡོད། ཨེ་ནི་ཡི་དྭགས་ལ་སྐྱེས་པ་ཡིན་ན་བཀྲེས་སྐོམ་གྱི་སྡུག་བསྔལ་མྱོང་དགོས། ཨེ་ནི་དེ་བཞིན་གྱི་དུད་འགྲོ་ལ་སྐྱེས་ན་བླུན་རྨོངས་ཀུན་སྤྱོད་ཀྱི་སྡུག་བསྔལ་དང། ད་ག་ན་བཞིན་མི་ལ་ཡང་དེ་ནི། སྐྱེ་བ་དང་འཆི་བ་སོགས་ཞེས་པའི་ན་བ་དང་དགའ་བ་སྟེ་རྩ་བའི་སྡུག་བསྔལ་བཞི་དང། ཨེ་ནི་སྒྲ་དང་བ་དང་ཕྲད་པ་དང། ཕྲད་པ་དང་མཉན་བྱམས་པ་དང་བྲལ་བ། ཨེ་ནི་སྒྲ་དང་བ་དང་ཕྲད་པའི་ཐོགས་པ་དང་མཉན་བྱམས་པ་དང་བྲལ་བའི་ཐོགས་པ། དེ་ནི་ཡོད་པ་སྐྱོང་དཀའ་བ་དང་མེད་པ་ཚུར་དཀའ་བ་སྟེ་ཡན་ལག་གི་སྡུག་བསྔལ་བཞི། དེ་མི་ལ་ཡང་ཅི་དང་གི་སྡུག་བསྔལ་རྣམ་པ་བརྒྱད་ཅིག་དེ་འདྲ་ཞིག་གསུངས་གོ་ནི་བ་སྡུག་བསྔལ་བཞི་དང། ཨེ་ནི་ད་ག་ན་ཞིང་ལྷ་མ་ཡིན་འཐབ་རྩོད་ཀྱི་སྡུག་བསྔལ། ནི་ལྷ་ལ་འཆི་འཕོ་ལྟུང་བྱེད་ཀྱི་སྡུག་བསྔལ་བ་སྟེ། དེ་ཡང་ངན་སོང་གསུམ། སྡུག་བསྔལ་གྱི་སྡུག་བསྔལ་དང་ཨ་སྟྭ་ངན་སོང་གསུམ་ལྟ་བུ་ཡིན་ན། ཁོ་རང། ཡང་ནི། ལུས་སེམས་གང་གི་ཐོག་ནས་སྡུག་བསྔལ་ཤིན་ཏུ། མནར་བསྡད་པ་ཅིག་ཡིན་པ་ཡིན་དུས་དེ་ནི་སྡུག་བསྔལ་གྱི་སྡུག་བསྔལ་དང། མི་འགྱུར་བའི་སྡུག་བསྔལ་དང། ད་ང་རང་ཚོ། ད་མི་ལྟ་བུ་ཡིན་ན། གནད་འགག་པའི་ཆེད་ད་མི་ཡུལ་གྱི་བདེ་བ་ལྟ་བུ་ཅིག་ཡོད་རེད་དེ། དེ་ཡང། མི་རྟག་པའི་རང་བཞིན་འགྱུར་འགྲོ་བའི་རང་བཞིན་ཡིན་དུས་མི་འགྱུར་བའི་སྡུག་བསྔལ་རེད། ལྷ་ཁྱབ་པ་འདུལ་བྱེད་ཀྱི་སྡུག་བསྔལ་དག་གི་ཟེར་བའོ། ལྷ་ལ་ནི་ཁྱབ་པ་འདུལ་བྱེད་ཀྱི་སྡུག་བསྔལ་གྱི་ཟེར་དེ་ཡོད་རེད། ཁམས་གོང་མ། གཟུང་ཁམས་དང་གཟུགས་མེད་ལ་སོགས་པ་ལ་སྡུག་བསྔལ་རགས་པ་མེད་ཀྱང། ཁྱབ་པ་འདུས་བྱས་ཀྱི་སྡུག་བསྔལ་དང་སྐྱེ་མཆེད་ལས་མ་འདས་ཏེ། ཨ་ནི། བསམ་གཏན་དང་པོ། ད་སྐྱེ་བ་མི་མཐུན་ཆོས་གཅིག་གིས་འཇིག་པའི་སྐབས་ལ་བསམ་གཏན་དང་པོ་མེས་འཇིག་པ་དང། གཉིས་པ་དེ་ཆུས་འཇིག་པ་གསུམ་པ་རླུང་གིས་འཇིག་པ། བཞི་པ་ཡང་མཐར་མི་རྟག་ལ། གཟུགས་མེད་བཞི་ཡང་རིམ་བཞིན། སྐད་ཆའི་ཉིས་ཁྲི་དང། ད་གཟུགས་མེད་དེ་ཚོ་བས་ན་ཚེ་རིང་པོ། ཡུན་རིང་པོ་བཞི་པོ་དེ་གནས་ཀྱི་ཡོད་ས་རེད་བ། གཟུགས་མེད་ཞིག་ཡང་རིམ་བཞིན་སྐད་ཆའི་ཉིས་ཁྲི་དང་བཞི་ཁྲི་དང་དྲུག་ཁྲི་དང་བརྒྱད་ཁྲིའི་མཚམས་ནས་ཚད་འཕོས་ཏེ། གནས་ངན་ལེན་གྱི་ས་གནས་ངན་ལེན་པ། ད་ཅིག་ངན་སོང་ལ་སོགས་པ་དེ་འདྲས་ལ་མ་སྐྱེས་འགྲོ་ཡ་དེ་ལ་གནས་ངན་ལེན་ཟེར་གི་འདུག་བ་གནས་ངན་ལེན་གྱི་སྡུག་བསྔལ་ཉམས་སུ་མྱོང་བའོ། དེ་བས་ན་རིགས་དྲུག་གི་གནས་རིས་གང་དུ་སྐྱེས་ཀྱང། སྡུག་བསྔལ་གསུམ་གྱི་རང་བཞིན་མ་གཏོགས་བདེ་བའི་གནས་མེད་དེ་བློ་དབང་འཕགས་པས། འཁོར་བ་དེ་འདྲ་ལགས་པས་ལྷ་མི་དང་དམྱལ་བ་ཡི་དྭགས་དོན་འགྲོ་རྣམས་དག་ཏུ། རྒྱལ་བ་བཟང་པོ་མ་ལགས་སྐྱེ་བ་ནི་གནོད་པ་དུ་མས་གནོད་གྱུར་ལགས་མཁྱེན་ཚུལ་ཅེས་གསུངས་སོ། བྱས་ནས་བདག། དེ་རིང་གི་བདག་ཞུ་ཡག་དེ་ལ་ཡག། འདི། སྤྱིར་བཏང་གི་ང་རང་ཚོ་བློ་ལྡོག་རྣམ་པ་བཞིའི་སྐོར་ནས་གསུངས་པ་ཅིག་རེད་འདུག་དེ་ཡིན་དུས་དེ་ནི་རྟགས་གཅིག། ཐོག་མར་དེ་འཆི་བ་མི་རྟག་པར་བསམ་པ། ཨེ་ནི་གཉིས་པ། ཨེ་ནི། ཐལ་སྦྱོར་རྙེད་དཀའ་བ། ཨེ་ནི་གསུམ་པ་དེ་ལས་རྒྱུ་འབྲས་བཞི་པ་དེ་འཁོར་བའི་ཉེས་དམིགས་བྱས་ནས་ད་ནི་ང་རང་ཚོ་བློ་ལྡོག་རྣམ་པ་བཞིའི་གསུང་དབྱངས་འདིའི། གོ་མཐོང་གི་ཐོག་ནས་གསུང་བཞག་པ་ཞིག་རེད་འདུག་དེ་འདྲ་ཡིན་དུས་ད་དེ་རིང་ང་རང་ཚོ་ཞུ་ཡ་དེ་དེ་བཞག་གི་ཡིན་དེ་ནི་གསར་རྙིང་སྤྱི་དང་གསུམ་པ། བསླབ་བྱ་གསར་འགྱུར་གྱི་རྩིབས་ལྟ་བུ་བསྟན་པའི་བཅུ་དྲུག་པ་ཟེར་ཡ་དེ་མ་ཞུ་ཡ་བྱེད་ད་དེ་རིང་དེ་བཞག་གི་ཡིན་ཐུགས་རྗེ་ཆེ། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཡི་ཐོབ་ན་ཉེས་པའི་དགྲ་རྣམས་དང། སྐྱེ་འགག་སྣ་གཅིག་འབའ་ལོང་འགྲོགས་པ་ཡི་སྲིད་པའི་མཚོ་ལས་སློང་བ་སྒྲོལ་བར་ཞུ།